དུ་འོང་ཚུལ་གནང་རོགས་གནང།
ད་ཞི་ལས་སྐོང་རྣམ་པ་ལ་ངས་དྲི་བ་ཐུང་ཐུང་ཞིག་ཡིན། ད་ལྟ་འདི་གང་དེ་ནི་མ་གནང། ངའི་མིང་ལ་སོར་མོང་འདོན་ཡིན། ཨ་ནི་ད་ལྟ་འོས་ཤོག་བླུགས་པའི་སྐབས་ལ་ཡང་སྔོན་འགྲོ་དེ་ལ་ཡང་ནང་མི་གཅིག་ལ་མི་གཅིག་གིས་རོགས་པ་བྱེད་ལས། ནང་མི་གཅིག་ལ་དེ་ཕ་གཅིག་མ་གཅིག་དང་དེ་འདྲས་ལ་གོ་རེ་ཨ་ཞང་ཨ་ཁུ་ཨ་ནི་ཚང་མ་ཡོད་ནི་མཉམ་འདུག་ལ་དེ་ག་འདྲས་ནི་དེ་གསལ་པོ་ཞིག་གནང་རོགས་གནང། འདི་ཅིག་ཤོས་ཡིན། ནི་ངེད་ཀྱི་ད་རེ་སྒུག་གཙོ་བོ་འགྲོ་དེ་ག་ས་ད་ལྟ་བར་དུ་བྱུང་ཐ་ཆད་མེད་པ་ཡིན། ས་གནས་ལ། ད་ག་ས་ན་ང་ཚོའི་ས་གནས་དེའི་ཏེས་ཅིག་གནད་འགག་ཚ་བོ་ཞིག་ཆགས་ཡོང་དེ་ག་ནས། འོས་ཤོག་ཚར་བའི་དགོན་བདག་ཁོ་རང་ལ་ད་ག་རང་ལ་རྩིས་འབུལ་གནང་ཆ་གྲངས་ཀ་ག་ཚོད་གནང་ཡོད་མེད་དེ་འདི་དོན་གཅོད་ལ་མ་ཕུལ་ཐུབ་པ་ན་ག་འདྲེ་འདུག་ཟེར་ནས་འདི་འགས་ཕུལ་གལ་སྲིད་ང་ཚོའི་ས་ཆ་ད་ག་རང་ནས་གྲངས་ཀ་བརྒྱབ་ཐུབ་ཞེས་མ་ཕུལ་ཐུབ་པ་ཡིན་ན་དེ་གསང་བའི་གནང་སྒོ་ཡིན་ན་ག་རེ་ཡིན་ན་མ་ཁ་བསྡུར་བ་གནང་ཚེ་དེ་འདྲའི་བྱེད་ཆོད་ཐུབ་ན་ཡག་པོ

ཐོག་མ་དེ་བཙན་བྱོལ་བོད་གཞུང་འོས་བསྡུ་ལས་ཁུངས་ཀྱི་འོས་གཞིའི་གང་དྲིས་བླུག་དགོས་ཀྱི་མེད་དོ་དེ་ཚེ་ཁྲ་ཞེས་པར་གསར་བསྒྲགས་གནང་བྱུང་དེ་ཉིད་ཐོག་མ་ལ་ཐུགས་རྗེ་ཆེ་ད་ང་ལ་དྲི་བ་ཐུང་ཐུང་གཅིག་གསུམ་ཆོག་འགྲོ་གི་འདུག་སྔགས་མིང་ལ་བེ་རི་སངས་དགའ་ལགས་ཡོད་ཨ་ལན་སྐྱོ་སྟོང་གོ་ང་ཚོ་འོས་བསྡུ་ཉིས་སྟོང་ཉེར་བཞི་རྩ་དྲུག་ལོ་གོ་ཉིས་སྟོང་ཉེར་བཞི་རྩ་གཅིག་འོས་བསྡུ་དེ་ན་ནིང་སྔ་མ་དེ་ཚེ་དུས་ཨ་ནེ་སྐྱིད་བདག་རྒྱལ་པོ་གི་ཚེ་སྐྱིད་ལ་འོས་བསྡུ་ཆེད་གསག་སྒྲོག་གནང་ཚེ་ད་ལོ་སྐྱིད་བདག་བཅུ་བ་གི་ཚེ་སྐྱིད་ཚེ་དུས་ཟླ་བ་གཉིས་ཀྱི་ཆད་པ་ཅུང་འགྲོ་འདུག་དེ་ཡིན་དུས་དེས་ཟླ་བ་གཉིས་ཀྱི་ཚུལ་བྱུང་ཚད་དགོས་དེ་ཨ་ནེ་དེས་འོས་བསྡུ་ལས་ཁུངས་དགོས་པ་རྒྱུན་ཚེ་ག་རེ་རེད་དང་པོ་དེ་ཅིག་ཤོས་ཡིན། ཨ་ནེ་དྲུག་བ་གཉིས་པ་དེ་དོགས་ཟས་བཀག་མེད་གནང་བ་དེ་སྐབས་དེ་ལ་སྲིད་གཞུང་འོས་མིག་སུ་ལངས་པ་ཡིན་ན་རྒྱ་ཧོར་མོ་ཀྱི་སྐུ་པར་དོ་བལ་གྱི་རྒྱལ་བདག་དོ་ཨ་ནེ་དེ་འདྲ་གི་བལ་གྱི་ས་ཁྲ

བཀྲ་ཤིས། བཀྲ་ཤིས་སྟོབས་རྒྱལ། ཁ་ཚོན་གོ་རུ་དེ་ནས་གནང་བྱ། རུ་བ་དེ་ཡིན་དུས་དེ་ལ་ནི་དག་ཟེའུ་དཀར་མོའི་སྲུང་ཁྲའི་སྐུ་གསུམ་མ་ནོར་ནི་ལ་ལི་དེ་ལ་ཉེས་པ་ཕོག་གི་རེད། ཉེས་པ་ཕོག་ཡ་དེ་ལ་ག་རེ་རེད་ཁོ་རང་གི་འོས་བསྡུའི་གདང་ཐོག་སྤྲོ་ཡ་རེད་དུ་འོས་ལོངས་མ་ཆོག་ཡ་ག་རེ་རེད་དེ་བྱས་པ་གཅིག་བྱ། ནི་གཉིས་པ་དེ་ལ་སྲིད་སྐྱོང་འོས་མི་དེ་དངོས་གྲུབ་དཀར་རྟགས་ང་ཚོ་ག་ས་ཡིན་ལ་ལོངས་ཆོག་དངོས་གཞི་སྐབས་དེ་ལ་ནི་དེ་ལ་རྙོག་དྲ་མང་པོ་བྱས་ང་ཚོ་སྔོན་མ་ཉིས་སྟོང་བཅུ་དྲུག་ལོ་ལ

ངས་ལན་འདེབས་ཞུ་བྱ་བར་ཅིག་ཅིག་ན་ཡང་དྲི་བ་འདྲ་བོ་འདྲ་བོ་ཡིན་ན་མ་ཐོ་ཆ་ལས་དང་བའི་ལོ་ཡིན་གྱི་ར། དང་པོ་དེ་ཡང་ད་སོ་ནའོ་འདི་ལགས་ཀྱིས་ནང་མི་གཅིག་དེ་ག་འདྲས་རེད་ཟེར་དེ་ངས་ད་གའི་ཕལ་ཆེན་ཞུས་ཡིན་གསུངས་སོ་དུས་གཅིག་ནང་མི་གཅིག་ནང་བཅས་ལ་པ་ལ་ཨ་མ་པོ་པོ་གང་ད་ད་ཁྱིམ་ཚང་གཅིག་ནང་ཡིན་ན་ཁོ་རང་ཚོའི་ནང་ལ་ད་མག་པ་ཡོད་ན་འདྲ་མནའ་མ་ཡོད་འདྲ་ད་གང་ཆ་ཁྱིམ་ཚང་གཅིག་དུས་གཅིག་ནང་མི་ལ་ད་ང་རང་ཚོ། ཚིག་ད་ག་རང་རེད་དུས་གཅིག་ནང་མི་ཡིན་ན་ཨཱ་མི་གཅིག་གི་ཆོག་གི་རེད་ཟེར་ལ་ད་དུས་གཅིག་ནང་མི་ལ་དེ་ང་ཚོ་ཁྱིམ་ཚང་གཅིག་རང་ན་ལ་སོ་སོ་ནང་མི་གཅིག་ནང་ལ་ཡིན་པ་དེ་ཨཱ་ད་ག་རང་ལ་གོ་གི་རེད་ཟེར་བཤད་ཡིན། དེ་ནས་དྲང་བཤད་སྐོར་དེར་བ་ད་དེ་ཨཱ་ག་རེ་ཞུས་ཟེར་ན་ད་དྲང་བཤད་དེ་ཚ་བ་ད་ལམ་ས་བྱེད་དགོས་འདུག་ལས་སྦྱོར་བ་ཨཱ་ད་གི་ང་ཚོའི་སྒྲིག་གཞི་ནང་ལ་ཁ་རེར། འོས་བསྡུ་ཚར་བ་དང་ཆོས་ཚུལ་གཉིས་གསབ་གཞི་རྗེས་ལ་མི་ཤི་གྲངས་ཤི་ཆོག་གི་མ་རེད་ཟེར་ལ། འདི་སྒྲིག་གཞི་ནང་ལ་ཡོད་རེད། འདི་ག་རེ་ཆགས་སྐོར་ཟེར་ན། དཔེར་ན་ཆགས་ཟེར་ན་ད་ལྟ་ང་ཚོ་རྒྱ་གར་དུ་འཛུལ་ནས་ཚར་བ་དང་ལམ་སང་བྱས་བ་ཡིན་ན། ཕལ་སྐད། ད་ཨེ་ཤི་ཨ། དང་ཤོས་དེ། ཕྱི་ཟླ་གཉིས་ཚེས་གཅིག་དེ་ཨོ་སི་ཀྲི་ཡ་ཆགས་ཀྱི་རོགས། ཨོ་སི་ཀྲི་ཡ་ཁོང་ཚོ་གི་འོས་གྲངས་བཤེར་བྱས་དུས་ག་ལ་དེ་བ། ད་སན་ཧྥ་རན་སི་སི་ཀོ་དེ་ཚོ་འོས་ཤི་ནས་བླུགས་རྒྱུ་ཆགས་སྐོར་རེད། ད་ང་ཚོ་དུས་ཚོད་ཀྱི་རོགས། ང་ཚོས་གི་ག་རེ་རེ་ཅི་འདྲ་ཉོས་པའི་ཚེ་གཅིག་ལ་དུས་གང་དེ། ཚེ་གཅིག་དེ་ས་ཆ། ལ་མ་འདྲ་མ་འདྲ་ལེགས་ར་ཕེ་གེ་ལ་ཚེ་གཅིག་དེ་རྫོགས་འགྲོ་དུས་དེ་ལ་ཚེ་གཅིག་གཞི་ནས་ཆགས་ཡོད་དུས་གང་དེ། ཨ་ནི། འགའ་ཤས་ཀྱི་འོའི་གྲངས་ཀ་བརྩིས་པ་དེ་གི་གནས་སྟངས་དེ་ས་གནས་འོའི་ལུགས་ས་དེ་ཚོ་ལ་དེ་གི་གནོད་ཤུགས་དང་དེ་གི་ག་ལོར་ཁྱད་པར་འགྲོ་གི་ཡོད་དུས་ཨ་དེ་གི། ང་ཚོ་ཆོས་ཚུལ་གཉིས་ཟབ་ཞི་འདུག་པ་འདུག་ཆོག་གི་མེད་ས་ལ་རེད། ཡིན་ནས་ད་ལྟའི་ང་ཚོ་ཆོས་ཚུལ་གཉིས་ཟབ་ཞི་འདི། འདུག་ཟེར་རང་གནས་དེ་རེད་ཆེ་ཚང་འདི་ཡིན་དུས། ད་ཡིན་ནས། ས་གནས་རང་ནས་གནང་དགོས་འདུག་ལ་ཡེ་འདི་ཕལ་ཆེར་ཉིས་སྟོང་གཉིས་ས་གཞི་ལ། ཉིས་སྟོང་གཉིས་ས་གཅིག་ལ་ས་གནས་རང་ནས་འོས་བསྡུ་གྲངས་བཤེར་གནང་ཞག་ཡིན་ནས་ད་ལྟའི་ཆ་ལ། སྒྲིག་གཞི་ནང་ལ་ག་རེ་རེད་ས་གནས་འོས་བསྡུ་གི་འགན་འཛིན་ཡོད་ས་རང་ལ་གྲངས་བཤེར་གནང་དགོས་རེད་ཟ་དུས། བྱང་མངའ་རིས་ཀྱི་ས་གནས་འོས་བསྡུའི་འགན་འཛིན་དེ་ཡང་ད་ཀྲི་སི་ལ་ཡོད་པ་ཆགས་སྒོ་ར་ད་ད་ད་དེ་ཡོད་རྒྱུ་དེ་སྡེ་ཚན་འགན་འཛིན་ར་བྱང་མངའ་རིས་ཁོ་རང་གི་འོས་བསྡུའི་འགན་འཛིན་དེ་ཨ་ནི་ཀྲི་སི་ལ་ཡོད་བ་དེ་ཆགས་ཀྱི་ཡོད་དུས་ཨ་ནི་ད་ད་ས་གནས་མང་པོ་བྱས་ནས་ད་ག་རང་གསུང་གི་འདུག་ར་དཔེ་ཆའི་ང་ས་གནས་ད་གསུམ་ལ་འགྲོ་ཚར་རེད་འཇིག་མི་འཇིག་ས་གནས་རང་ལ་གནང་ན་ཡག་ག་འདུག་ལས་སླ་ག་འདུག་འགྲོ་སོང་ད་མང་པོ་ཞིག་ཐོག་ནས་དེ་ཡག་ག་འདུག་གསུང་གི་འདུག་ད་བྱས་ཙང་དེ་ངས་སྒྲིག་གཞི་ད་ལྟ་འདི་ནང་འདི་ཡོད་དུས། ཨ་དེ་ཡ། གང་ལ། དབུས་འོས་བསྡུ་ལས་ང་ལ་ཞུ་ཆེད་གོ་བསྡུར་གནང་ནི་ག་འདྲས་རེད་ཨ་དེ་ནས་ས་གནས་འོས་བསྡུ་འགན་འཛིན་དང་རྣམ་པ། གོ་བསྡུར་གནང་ཆེད་ཨ་ནི་མཐའ་མའི་ག་རེ་ཐག་གཅོད་བྱ་དགོས་ན་ཨ་འདི་ཞུགས་ལ་ཞུ་ཡ་ཡིན། ཨ་ནི་དེ་ནས་ད་ལྟ། བེ་རི། སངས་རྒྱས་ལ་སོང་ཡ་དེ་ལ། ཨ་ནི་ཉིས་སྟོང་ཉི་ས་གཅིག་གི་འོས་བསྡུ་དེ་ཨ་ནི། ཕྱི་ཟླ་བརྒྱད་པ་ནས་འགོ་ཚུགས་སོང་ཨ་ད་ལོ་ཁྱོད་ཚོ་ཕྱི་ཟླ་བཅུ་བ་ནས་འགོ་ཚུགས་ཡ་དེ་ག་རེ་རེད་ལ་ནི་དྲི་བ་གནང་སོ། འོས་བསྡུ་གྱི་ལས་རིམ་འགོ་བཙུགས་ཡས་དེ་ལ་བཅའ་ཁྲིམས་དང་སྒྲིག་གཞི་ནང་ལ་ག་རེ་ཡོད་རེད་ཟེར་ན། འོས་བསྡུ་གྱི་འགན་འཛིན་ལས་འབར་གཉིས་བསྐོ་བཞག་ཟིན་པ་ནས་ཨ་ནི་འོས་བསྡུའི་ལས་རིམ་འགོ། སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་མོ་དེ་འགོ་ཚུགས་ཀྱི་ཡོད་ཟེར་གོ་རེད། ཨ་ནི་ང་ཚོ་སྤྱི་འཐུས་ལྷན་ཁང་གི་བསྐོ་བཞག་དེ་སྤྱི་ཟླ་དགུ་བ་ལ་ཨ་ནི་མི་ཤི་འོས་འདེམས་བྱེད་ནི་ཡག་བཀོད་སླེ་ཡོད་མ་རེད། ཨ་ནི་བསྐོ་བཞག་དེ་སྤྱི་ཟླ་བཅུ་བའི་ཚེས་གཅིག་ལ་བསྐོ་བཞག། ཡི་གེ་འཇོག་རེས་ཕྱི་ཟླ་བཅུ་བའི་ཚེས་གཅིག་ལ་ཁྱོད་རང་ཚོས་དམ་འབུལ་བྱེད་དགོས་རེད་ཟེར་ནས་ང་ཚོ་ལ་བསྐོ་བཞག་དེ་ཕྱི་ཟླ་བཅུ་བའི་ཚེས་གཅིག་ལ་བཅོལ་དུས། ཨ་ན་འདིས་ངེད་ལ་བྱེད་ཡག་གི་ལང་ཀ་གོ་རེ་ཡོད་མ་རེད་ཁ་བཅའ་ཁྲིམས་དང་སྒྲིག་གཞི་ནང་ལ། ལེ་དཔར་གཉིས་མེད་ན་འོས་བསྡུ། སྲིད་སྤྱི་གཉིས་ཀྱི་འོས་བསྡུ་དེ་འགོ་བཙུགས་ཐུབ་བོ་མ་རེད་བྱས་ཙང་འདི་ཡིན་འདི། འདི། ང་ཚོས་ཀྱི་ཕྱི་འོས་བསྡུ་ལྷན་ཁང་གི་ཕྱི་བར་བཟོས་བ་དེ་འདྲས་མ་རེད་ད། ཁོ་ལས་འོས་བསྡུ་ལས་ཁང་ལ་འདི་འགོ་བཙུགས་ཡས་ཀྱི་ཆ་རྐྱེན་ཁོ་རང་ཚང་མགོ་མ་རེད། ང་རང་ཚོ་འོས་བསྡུའི་འགན་འཛིན་གཅིག་ཡོད་རེད་ཁོ་རང་གས་ཡང་སེང་ཞུས་ཡོད་རེད། ང་ཚོའི་ད་འོས་བསྡུའི་འགོ་འདི་ག་དུས་བཙུགས་དགོ་དྲི་ལ་དུས། ཕན་ནས་འོས་བསྡུའི་ལས་འཕར་འདི་བསྐོས་མ་ཐུག་དུས་སྤྱི་ཟླ་དགུ་པད་ཀྱི་ནང་ལ་བསྐོས་པ་དང་ང་ཚོ་སྤྱི་ཟླ་བཅུ་པད་ཀྱི་དགུ་པད་ཀྱི་ཚེས་ད་འོས་གྲོས་ཚོགས་ནང་ལ་བསྐོས་རེད་ང་ཚོ་ལ་ཡིག་ཐོག་ལ་སྤྱི་ཟླ་བཅུ་པད་ཚེས་གཅིག་ལ་དམ་འབུལ་ཞུ་དགོ་ཡོད་ལ་དུས་ད་ད་ག་རང་གིས་ང་ཚོ་གི་ཐོག་ནས་ཉི་མ་བཅས་མ་བརྒལ་བར་སྤྱི་ཟླ་བཅུ་པ་རང་ལ་དམ་འབུལ་ཞུས་ད་ག་རང་ནས་ལས་རིམ་འགོ་བཙུགས་ཡོད་ཞེས་ཡིན་ད་ག་རེ་འགོར་བ་འདི་ཁོ། ལས་དོན་གྱི་ཆ་རྐྱེན་ཅིག་མ་ཚང་བའི་ཐོག་ནས་ནི་དུ་རེ་མི་ཤེས་ང་ཚོས་ཀྱི་ཆེད་དུ་ང་ནི་དུ་བྱེད་ནི་ཡང་ཅིག་འགྱུར་བ་བཏང་བ་དང་དེ་འདྲའི་རྩ་བ་ཉིད་ནི་མེད་ཞེས་ཡིན། དེ་ནས་ཨ་ནི་ད་ད་གང་ཟག་ཅིག་གིས་མེས་པོས་ནི་འདྲ་གསུང་གི་འདུག་ར།

ཁ་རེད། ཨ་རེད་དངོས་གཞི་ནས་ལ་དེ། ད་རྣམ་པ་ཚོ་དོ་སྣང་གནང་ཡོད་ན་རེད་བ། ག་ཚད་ང་ཚོ་ས་གོས་སེར་དྲག་གསལ་བོ་ཞུས་རེད། ག་ད་ང་ཚོ་གས་གོ་བསྡུར་མང་པོ་བྱེད་བྱེད་ནི། ད་སྲིད་སྐྱོང་གི་འོས་གཞི། རྙོག་གྲ་ཆེ་ཤོས་ཡོང་ཡ་དེ། སྔོན་འགྲོ། དངོས་གཞི་ག་ལ་སྲིད་སྐྱོང་གི་འོས་མི་གི་གྲངས་ཀ་བཏོན་མ་བཏོན་དེ་ལ་རྙོག་གྲ་ཡོང་གི་འདུག་ང་ཚོ་གསུམ་གོ་བསྡུར་གློ་བུར་བྱེད་ནི། ཐ་མའི་དེ་ལ། སྲིད་སྐྱོང་འོས་མི་གཉིས་མི་བཞི་བཏོན་གི་མེད་སོང་ན་གསལ་བསྒྲགས་ཞུས་ཚར་ད་སྤྱི་ཟླ་བཅུ་པའི་ཚེས་བདུན་ལ་དོ་སྣང་གནང་ན་བཟང། ཡང་ཁྱོད་བྲིས་པ་གནང་གི་འདུག་ར་མང་པོ་བྱེད་ཀྱི་ད་འདི་ག་ཚོད་གཏོང་གི་རེད་གསུམ་རེད་བཞི་རེད་གཉིས་རེད་ལ་ནི་འདི་ང་ཚོའི་གསར་བུ་གསར་རྐྱང་སྦྱིན་སྲེག་དྲ་ཞུ་ཡིན། འོས་མི་འོས་མ་ཐོར་ཡ་ད་ག་རེད་ནས་ད་ལྟ་ང་ཚོ་འོས་མི་སུ་གླས་ཀྱི་རེད་ང་ཚོ་གི་ཚོད་དཔག་བཅས་ཐུག་གོ་མ་རྟ་ཡིན་རེད་ག་ཚོ་དེ་འདྲས་མ་ཐུག་བའི་ཀ་ལ་སེ་དྲ་བྱེད་ཤ་ན་ཡག་ཤོས་རེད་ཤག་ང་ཚོ་གི་དེ་བྱེད་དུས་ང་ཚོས་གི་ད་ལྟ་སུ་འོས་མི་ཧ་མ་གོ་གོ་ནས་འོས་མི་རྩེ་གཏོ་རྒྱག་ནས་གཉིས་སུ་གླས་ཀྱི་ཡོད་ནས་ད་ག་རང་སྟོན་ཡ་ཡིན་ས་ནས་སེ་དྲ་ཞུས་བ་ལ་ད་ག་རང་གནས་ཀྱི་རེད་ས་ལ་ནི་ངས་ཚིག། ལྟར་ཆོས་པོ་ཞིག་ཞུ་ཡ་ཡིན། ཨ་ནི་ལན་འདི་གསལ་བོ་ཆགས་པའི་རེ་བ་ཡོད། བློ་འཁྲི་བ་ནང་རང།
ཐོག་མར་ང་རང་ཚོ་རང་གཞུང་གི་དབུས་བསྡུ་ལེན་ཁང་གི་སྐུ་ངོས་ཚེ་རིང་གཡུང་དྲུང་ལགས་དང་ཨ་ནི་སྐུ་ངོ་དོན་གཅོད་གཙོས་བོད་ཀྱི་ཚོགས་ཁང་འདི་ནང་ཕེབས་མཁན་ཚང་མ་ལ་འཚམས་འདྲི་ཞུ་གི་ཡོད། དེ་ནས་རྒྱལ་བ་དོན་གྱི་བདག་པོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནེ་མཛད་རྗེས་ནང་དོན་ནི་ཆེ་ཤོས་གཅིག་དེ་ང་ཚོ་བོད་མི་ཡོངས་ལ་དམངས་གཙོ་གསོལ་རས་གནང་བ་དེ་རེད། དེ་ཡིན་དུས་བརྩམས་པ་འདི་གི་ཆ་ཤས་ང་རང་ཚོའི་འགན་ཁུར་དེ་འོས་བླུག་དགོས་ཀྱི་ཡོད་རེད། འོས་དེ་དྲང་པོ་ཆགས་དགོས་ཡ་དེ་དཔེ་གལ་ཆེན་པོ་ཆགས་ཀྱི་འདུག་དེ་ཡིན་དུས་བརྩམས་པ་འདི་འོས་བསྡུ་ལྷན་ཁང་ནས་གསུང་ཡག་ལ་སྐྱབས་མགོན་རིན་པོ་ཆེ་མདུན་ལ་བཅར་བྱས་འོས་ཏེ་དྲང་པོ་ཕྱག་ཡས་ཀྱི་ཨ་ནི་བཀའ་མོལ་ཅིག་གསུངས་སོང་དེ་ད་བཞིན་གྱི་ཁ་སིང་བརྙན་ཐུང་ནང་ལོགས་ལ་ཡང་དབུས་འོས་བསྡུ་ལྷན་ཁང་གི་འགན་འཛིན་ཀོང་བློ་བཟང་ཞེས་ལགས་ཀྱིས་འདིའི་སྐོར་ལ་གསུངས་བ་ཞིག་མཐོང་སོང། དེ་ཡིན་དུས་བཙན་པ་ང་ཚོ་ཚང་མ་གིས་རེ་བ་ལ་འོས་བསྡུ་དེ་དྲང་པོ་ཆགས་དགོས་དེ་གལ་ཆེན་པོ་རེད་གང་ཡིན་ཟེར་ན་འོས་བསྡུ་བླུགས་ཚར་བའི་རྗེས་ལ་སོ་སོའི་གིས་བཀོད་སྐྱོན་མི་དེ་མ་ཁེབས་པ་ཡིན་ན་མཐའ་མའི་སྡོམ་དེ་ང་ཚོ་དག་རང་ལ་ངོས་འཛིན་བྱེད་དགོས་ཀྱི་ཡོད་རེད། འདི་བྱས་ལ་དྲང་པོ་མ་ཆགས་ན་ངོས་འཛིན་བྱེད་ཐུག་མི་འདུག་འདི་ནི་རྩོམ་པ་ས་གནས་ལ་ཡ་ལམ་ལུགས་ཀྱི་ཐོག་ནས་འདས་པའི་གི་འོས་བསྡུ་ཁག་ལ་ཡ་འོས་བསྡུ་འགན་འཛིན་གནང་ལོ་ལ་ག་དུས་ཡིན་ནའི་གཞོན་ནུ་དང་བུད་མེད་གཉིས་ཡོད་བསྡད་པ་ཅིག་ཆགས་ཀྱི་ཡོད་རེད་ཡིན་ན་ཉེ་ཆར་ནིའུ་ཡོག་ལ་ད་ལྟ་ཀྲང་ལམ་པར་བོ་ལ་འགྲོ་བཞག་པ་གི་གནས་ཚུལ་ག་རེ་ལ་ན་ད་ད་རིང་གི་འོས་བསྡུ་འདི་དྲང་པོ་ཆགས་ས་མ་རེད་གང་ཡིན་ཟེར་ན་འོས་བསྡུ་འགན་འཛིན་གནང་ལོ་ལ་ཡ་ནིའུ་ཡོག་གི་གཞོན་ནུ་དང་བུད་མེད་གཉིས་ཡར་བསྐོས་མི་འདུག་དེ་ནས་གཞོན་ནུ་ཚོ་གི་ཡར་བསྐྱར་བྱས་དེ་ནས་ང་ཚོ་འདི་མི་འདུག་ག་རེ་རེད་ལ་དུས་ཚོད་མ་ཨ་ནི་ཁྱོད་ཚོ་ཁྲིམས་ཐུང་ན་འགྲིག་གི་རེད་ག་རེ་བྱས་ན་འགྲིག་གི་རེད་ཨེ་འདྲ་གསུངས་བྱ་དེ་ཡིན་དུས་ཚོད་མ་ཨ་ནི་དེ་ནས་ཁོ་རང་ཚོ་ཡར་བསྐྱར་ནས་མཐའ་མ་དེ་ལ་ཡར་ཨ་ནི་མི་གཅིག་ལ་གོ་སྐབས་སྤྲད་ཀྱི་ཡིན་གསུངས་བྱ་དེ་ཡིན་དུས་ཚོད་མ་ཡིན་ན་ཡང་ཡང་སྐྱོར་བསྐྱར་བྱས་ཨ་ནི་མཐའ་མ་དེ་མི་གསུམ་གསུམ་འདུག་གནང་བྱ་དེ་ཡིན་དུས་ཚོད་མ་ད་ལྟ་འདི་འདྲའི་ནག་ཐིག་ཅིག་ཕབ་ཡོད་དུས་ཚོད་མ་ད་མི་མང་ཚོགས་ཀྱི་སྤྲང་ལམ་ནང་ལོགས་ལ་སྐད་ཆ་འདི་འདྲོག་སྡིག་གི་འདུག་ང་ཡིན་ན་རྒྱབ་ལ་བཤད་ངེས་མིན་ག་དུས་ན་མདུན་ལ་བཤད་ངེས་ཅི་ཡིན་དུས་བཙན་པ་དེ་རིང་འདས་འོས་བསྡུ་ལྷན་ཁང་དངོས་སུ་ཕེབས་ཡོད་དུས་བཙན་པ་འོས་བསྡུ་དེ་དྲང་པོ་ཆགས་ཡག་ཆེད་དུ་ད་གི་གོང་དུ་ཁོ་ན་ཚོ་གསུང་བ་ནང་བཞིན་འོས་དེ་ཐ་མ་བདག་རང་ལ་བརྩི་ཐུབ་པ་ཡིན་ན་མ་གཏོགས་ད་དེ་འདྲ་དེ་འདྲའི་གི་གནས་ཚུལ་བྱུང་ཡོད་དུས་བཙན་པ་ཨ་ནུས་དོགས་གཞི་ཆགས་ཀྱི་འདུག་ཞུ་ཡང་ཐུགས་ཆེ་གནང། ཁྱེད
རང་མིང་ལ་མ་ཟེར། དཀོན་ད།
ངའི་མིང་ལ་ཡང་བསྟན་འཛིན་དབང་འདུས་རང་བཙན།
Hello check བཀྲ་ཤིས་ལེགས་ལྷན་རྒྱས་མི་མང་ཚང་མ་ཡོངས་ལ་བཀྲ་ཤིས་ལེགས་ངའི་མིང་ལ་བསྟན་འཛིན་ཆོས་སྐྱིད་ཡིན་ད་ད་རིང་གི་དུས་ཆེན་མོད་ཀྱི་དེའི་སྒང་ལ་ངས་ཀྱི་དྲི་བ་ཅིག་ག་རེ་ཡིན་ལབ་པ་ཡིན་ན་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ད་ལྟའི་བཞེས་པའི་རིང་ལ་ང་རང་གི་ད་སྤྱི་ཚོགས་ནང་ལ་དོགས་ཟོན་མང་པོ་ཅིག་ཨ་ནས་སྤེལ་གྱི་ཡོད་དེ་ད་ཉེ་འམ་དོ་ཨ་ང་རང་གི་སྤྱི་ཚོགས་ནང་ལོགས་ལ་ད་ད་སྲིད་སྐྱོང་འོག་མིན་ལ་བཞག་ངས་མིང་བསྒྲོན་ཆོག་གི་ཡོད་ཀྱི་རེད། སྐད་དོག་ཨོ་ཁ་ཚང་ཡིན་པ་ཡིན་ན་རེད་ང་རང་ཚོ་གི་སྤྱི་འཐུས། North America། ནས་ལངས་ངེས་སྤྱི་འཐུས་ཀུན་དགའ་འཕྲིན་ལས་ཁོ་རང་རང་ཡིན་པ་ཡིན་ན་རེད་ཁོ་རང་གཉིས་ལ་ངས་ཀྱི། ག་ལེར་རེད་ཚད་དང་ལྡན་པའི་གི་ཨ་ནི་དྲི་བ་ཁ་ཤས་ཅིག་བསྐུར་བ་དང་མཉམ་དུ། ད་ཡང་ག་ཤས་ཀྱི་གོ་བ་ལོག་འོག་ནས་འདི་གང་ལ་ཡང། ག་ལེར་རེད Negative Campaign རེད་ལ་ནི་ལབ་མ་སྲིད་བ་མ་རེད་དེ་ཡིན་ན་ཡང། ང་རང་གི་ནམ་ཞར་རྒྱུན་དུ་ནས་བཤད་བསྡད་ཡ་དེ་གར་ཤེས་བོར་ལ་ན། གོང་གི་མེད་བྱས

ག་ལ་ན་ཡང་སང་ཉིན་ན་ངས་འདི་ལབ་མ་སི་བ་མར་བ་མོད་ཀྱི Negative Campaign བྱེད་ཀྱི་འདུག་ལབ་མ་སི་བ་མར་བ། འདི་བྱས་ནས་ངས་ཀྱི་སྔ་འཛིན་ནས་ངས་ཀྱི་ཁྱེད་རང་ཚོ་ལ་ཞུ་དགོས་ཏེ། གལ་སྲིད་ངས་ཀྱི་ཤེས་བདེ་བ་དེ་ང་ལ་དཔང་རྟགས་དེ་སྙེམས་དུ་ཡོད། ཨ་ནི་ངས་ཀྱི་བཤད་པ་དེ་ང་ག་ལ་བ་རེད་ཁྲིམས་དང་འགལ་བའི་སྒྲིག་གཞི་དང་འགལ་བའི་ཆག་གི་ཡོད་རེད་བས་ལ་ནི་གལ་སྲིད་ཡོད་བ་ཡིན་ན། ཨ་ནི་ང་ལ་ལ་རོགས་གྱིས་ད་ལྟ་ནས་ལ་རོགས་གྱིས་རོ། ཨ་ནི་དེ་ལ་དཔག་པའི་གི་ང་ག་རེ་བྱེད་དགོས་ཀྱི་འདུག་དེ་ངས་ལྟ་གི་ཡིན་རོ། ཨ་དེ་མེད་པ་ཡིན་པ་ཡིན་ན་ཨ་ནི་ད་ལྟ་བར་དུ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་བསྡད་པའི་ལོ་ད་ང་རང་གི་ཧ་གོ་ཡ་ལ་ལོ་བཞི་ལྔ་དེ་ནང་ལོགས་ལ་སྤྱི་ཚོགས་ནང་ལ་འགྲིག་གི་མི་འདུག་ཡོང་གི་མི་འདུག་ཨ་ནི་སྒྲིག་གཞི་བརྟན་པོ་མི་འདུག་ལ་ནི་བཤད་དེ་ངས་མང་པོ་ཡོད། དེ་ཚང་མ་ཡིན་ཚར་བ་བརྒྱ་ལ་ད་རིང་གི་ཉིན་མོ་ལ་ངས་གི་འོས་བསྡུ་ལྷན་ཁང་ལ་དྲི་བ་ག་རེ་ཡིན་ལབ་པ་ཡིན་ན་ཁ་ཚིན་མེ་ནེ་སོ་ཏྲ་དེ་བ་ལས་ཁྱེད་རྣམ་པ་ལ་སྐད་ཆ་དྲི་ངེས་དེ་འདྲས་བྱུང་ཡོད་ས་རེད་ཨ་ནི། མི་ཁ་ཤས་སྤྱི་འཐུས་ནང་ལ་ཡར་ལངས་ཀ་ཡོང་གི་ཡིན་ལབ་ཀྱི་འདུག་ཟེར་བ་ཨང་ཁོ་རང་ཚོ་འདྲ་བོ་ཡིན་ན་ང་རང་ཚོ་ད་ལྟ་འདས་པའི་ལོ་བཞི་འདི་ལྔ་ནང་ལོགས་ལ་བོད་མི་བཙན་གཡེམ་གྱི་སྒང་ནས་དེ་གོས་ཀྱི་སྐད་ཆ་ཅིག་བྱུང་ཚར་བ་རེད་དེ་ཚོ་གང་ག་ལ་འགྲིག་ཤིང་མེད་བ་ལ་ཐག་རིང་གི་ང་རང་ཚོ་སྤྱི་ཚོགས་ནང་ལ་ལངས་བསྡད་ངེས་དེ་ཚོ་ལ་ཨང་འགྲིག་ཤིང་ནན་པོ་ཞུ་བོ་ཅིག་ཡོག་རེད་ལབ་པ་ཡིན་ན་ཏག་ཏག་བསྡད་ཀྱི་ཨ་ཡེ་ན་ལ་ནས་ཨང་དེ་ག་ཅིག་པོ་ཚད་ཀྱི་མ་རེད་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ནོ་ནོ་ནོ།
འཇུག་དུ་རོ་ན། ཨ་ནི།
དེ་དང་མཉམ་དུ་ངས་གར་ཞིག་ཞུ་ཡ་ཡིན་ལབ་པ་ཡིན་ན། ཨ་ནི་ཨ་ད། སྤྱི་ཚོགས་ནང་ལོགས་ལ་ཡང། བྱ་གམ། ག་ལོག་རེད། གྲྭ་པ་གི་སྒང་ནས་ག་ལོག་རེད། བརྙན་ཐུང་གི་སྒང་ནས་ཁ་ཤས་ཅིག། དཔེར་ན་ཆ་བཞག་ན་ང་རང་ཚོ་ནིའུ་ཡོག་ནིའུ་ཇོ་སི་ལ། ཨ་ནི། ཁར་སར་མི་དེ་དག་ཁོ་རང་གི་མིང་དེ་ཨ་ནེ་ཤོག་ལ་བཅུག་རྡོ་རྗེ་ཚེ་རིང་ལགས་ཀྱི་འདུག་རོགས། ཁོ་རང་དང་མི་འགའ་ཤས་ཀྱིས་ད་འདོད་ཡོད་རྒྱལ་ཁབ་གཞན་པ་ལ་བསྡད་ངེས་དེ་ཚོ་ཁོ་རང་ཚོ་འདྲ་བོ་ཡིན་ན་ང་ལ་མ་ཉེས་ཁ་ཡོད་བྱེད་ཀྱི་འདུག་དེ་དང་དེ་འདྲ་བོ་དེ་ཚོ་ལ་ཨ་ནེ་ག་ལོག་རེད། སྒྲིག་གཞི་དེ་གནས་གི་རེད་བས། ཨོ་དེ་ཅི་ཞུ་ཨེ། ཁྱེད་རང་དུས་ཚོད་མང་པོ་སིམ་སོང་ད།
ངའི་མིང་ལ་ཚེ་བརྟན་དོན་གྲུབ་ཡིན། ཨ་ནེ་དབུས་བོད་མིའི་སྒྲིག་འཛུགས་ཀྱི། ངའི་མིང་ཚེ་བརྟན་དོན་གྲུབ་ཡིན། ཨ་ནེ་དབུས་བོད་མིའི་སྒྲིག་འཛུགས་ཀྱི་ད་ལྟ་འོས་བསྡུ་འགན་འཛིན། འདས་ཕེབས་པ་དེ་ལ་འཚམས་འདྲི་ཞུ་ཡས་དང་ཨ་ནེ། འོས་བསྡུ་འགན་འཛིན་གཙོས་པའི་ལས་རོགས་རྣམ་པ་ཚང་མར་འཚམས་འདྲི་ཞུས་ཡིན། ད་ལྟ་ང་དེ་འབོད་སྐུལ་གཉིས་ཞུ་བ་སླེབས་དེ་ཡོད། ཨ་ན་གོང་དུ་རོབ་ཙམ་ཁོང་ཚོས་ཞུས་ཚགས་ཟུར་བ། འབོད་སྐུལ་དང་པོ་དེ་གང་ཡིན་ཞུས་ན། ད་ལྟ་འོས་བསྡུ་གི་ལས་རིམ་འདི། ཨ་ནི་ད་ལྟ་གོང་དུ་འོས་བསྡུ་འགན་འཛིན་གྱིས་གསུང་བ་ནང་བཞིན་རེད། འདི་འོས་བསྡུ་འགན་འཛིན་ལ་རང་དབང་མི་འདུག་གསུང་གི་ཡོད་རེད་བ། འདི་ཡིན་དུས་ཙམ་པ་ལ་འདིའི་བཅའ་ཁྲིམས། ཁོ་རང་རང་གི་ཐོག་ནས་གཏན་འབེབས་ཅིག་གནང་ཐུབ་པ་ཡིན་ན་ཡག་པོ་འདུག། དེ་ཡིན་དུས་སྤྱི་ཟླ་དུས་ཚོད་དེ་དཔེར་ན་ཆ་བཞག་ན་ཨ་རིག་གིས་འོས་བསྡུ་འདྲ་བོ་བྱེད་ན་སྤྱི་ཟླ་བཅུ་གཅིག་ལ་གཏན་འཁེལ་བ་ཆགས་ཀྱི་ཡོད་རེད་བ། དེ་ཡིན་ན་ང་ཚོ་གི་འོས་བསྡུ་ལས་རིམ་འདི་ཡང་དུས་ཚོད་གཅིག་ལ་གཏན་འཁེལ་བ་ཡིན་པ་ཡིན་ན་མང་ཚོགས་ལ་ཨ་ནི་དོགས་པ་དེ་མ་ཡོང་ཡས་ལ་ཕན་ཐོགས་ཆེན་པོ་ཡོང་ས་རེད། དང་པོ་དེ་དེ་ཡིན་རེད་བ། འབུ་གུ་གཉིས་བ་དེ་ས་གནས་འོས་བསྡུ་ཚོགས་ཆུང་དང་འབྲེལ་བ་ཡིན། ང་ཚོ་གི་ས་གནས་འོས་བསྡུ་ཚོགས་ཆུང་འདི། བཅའ་འོས་བསྡུ་གི་བཅའ་ཁྲིམས་དོན་འོས་བསྡུ་གི་སྒྲིག་གཞི་དོན་ཚན་བཅུ་གསུམ་དང་མཐུན་གྱི་ཡོད་མ་རེད། ད་ལྟའི་ང་ཚོའི་འོས་བསྡུ་གི་ཚོགས་ཆུང་གི་ཡོང་ཁུངས་འདི་ལམ་ལུགས་ཤིག་ཐོག་འགྲོ་བསྡད་ཀྱི་ཡོད་རེད། འདི་ཡིན་དུས་ད་ནས་གོང་དུ་གནས་ཚུལ་གསུངས་བ་དག་ག་རང་ཆགས་བསྡད་ཀྱི་ཡོད་རེད། འདི་ཡིན་དུས་ང་ལ་འོས་བསྡུ་འདི། ང་རང་ཚོ་གི་ད་བཙན་བྱོལ་སྒྲིག་འཛུགས་ཀྱི་ཁྱབ་ཁོངས་ལ་ཡོད་པ་ཡིན་ཚུལ་ཨ་ནི་འུ་ཐུག་གིས་ཚོགས་ཆུང་བཙུགས་སྟངས་དེ་བཅའ་ཁྲིམས་དང་མཐུན་པའི་ཐོག་ནས་འུ་ཐུག་གི་སྒྲིག་གཞི་དང་མཐུན་པའི་ཐོག་ནས་ད་ལྟ་བཙུགས་ཐུབ་ཀྱི་ཡོད་ན་འདྲ་ཡིན་པ་ཡིན་ན་ཡང་ད་ལྟ་འུ་ཐུག་དང་ཉི་འོད་ཆད་མ་འོངས་པར་བཙུགས་ཐུབ་ཀྱི་ཡོད་པ་ཡིན་ན་ཡང་གང་བྱས་འདི་འུ་ཐུག་གི་སྒྲིག་གཞི་དང་མཐུན་པའི་ཐོག་ནས་བཙུགས་ཐུབ་པ་ཡིན་པ་ཡིན་ན་ང་རང་སྤྱི་ཚོགས་དེ་ལྷིང་འཇགས་ལ་ཕན་ཐོགས་ཆེན་པོ་ཡོང་ས་རེད་ཟེར་ནས་འོ་དེ་ཞུ་ཡ་ཡིན། ཨ་ནི་ད་ནི་མཐའ་མ་དྲི་བ་དེ་ག་རེ་ཡིན་ཞུ་བ་ཡིན་ན། ད་ལྟ་གོང་དུ་འུ་ཐུག་འགན་འཛིན་ལགས་ཀྱིས་ཨ་ནི་མི་དམངས་ཚོ་འོ་ཞོ་བླུག་བའི་སྐབས་ལ་བྱིས་པོ་དེ་ལ་ཨ་ནི་ག་རེ་ད་ལྟ་སེལ་ཧྥོན་ཁྱི་ཆོག་གི་མ་རེད་གསུངས་སོ། དེ་ཡིན་དུ་འོ་དོ་ཚོགས་ཆུང་གི་ཚོགས་མི་ཚོ་ཧྥོན་ཁྱི་ཆོག་གི་རེད་དམ་མ་རེད། ཁྲིམས་སྒྲིག་གཞི་ལ་ཡིན་དེ་ཚང་མ་ལ་སྤྱི་སྙོམས་ཡིན་པ་ཡིན་དུ་འོ་དོ་ཚོགས་ཆུང་གི་ཁྱི་ཆོག་མེད་ཡིན་གྱི་རེད་བསམ་པའི་རེ་བ་བྱེད་ཀྱི་ཡོད་ཟེར་ཡོད་དུས་ཆེ།

གསུམ་པ། བསྟན་འཛིན་དབང་འདུས་རང་བཙན་ལགས་ཀྱི་འོས་བསྡུ་གྱི་དྲང་བདེན་ཡོང་ཐབས་ལ་ནི་ཚོགས་མིའི་ཡོང་ཁུངས་དེ་ལ་ནི་ད་ལྟའི་ས་གནས་ཀྱི་འོས་བསྡུ་གྱི་ཚོགས་མིའི་ཡོང་ཁུངས་དེ་ཨ་ནི་ད་ལྟའི་ས་གནས་ཚང་མ་ལ་གནས་སྟངས་མ་འདྲ་མ་འདྲར་འདུག་རྒྱ་གར་ལ་ཡིན་ན་ལོ་ལྔ་ལ་འོས་བསྡུ་ཚོགས་མི་གཅིག་གཏན་འཇགས་ཡོད་རེད་ཁོ་རང་ཚོ་འོས་བླུགས་ནི་འོས་བསྡུ་ཚོགས་མི་ཞིག་བསྐོས་བཞག་བྱེད་དགོས་རེད་ཡིན་ན་དེ་ཕྱི་རྒྱལ་ཁག་ལ་ཡང་ཁོ་རང་ཚོ་གི་གནའ་ཐང་བྱེད་དོ་ག་ཚད་ང་ཚོ་ས་གནས་འོས་བསྡུ་གི་འགན་འཛིན་གི་དེ་ནས་ཡ་འོས་བསྡུ་ཚོགས་མི་གི་ས་གནས་ས་གནས་འོས་བསྡུ་སྡེ་ཚན་སྡེ་ཚན་ནས་འོས་བསྡུ་ཚོགས་མི་གང་ཡིན་པ་དེ་ང་ལ་ཡ་འདི་ནང་དུས་ང་ཚོ་འདུག་འདུག་སྨྲ། བསྐོ་བཞག་གནང་དགོས་ཆེ་ད་འདི་ཡིན་དུས་ས་གནས་དེ་ལ་འོས་བསྡུ་ཚོགས་མི་དེ་འགྲིག་འདུག་མི་འདུག་དེ་ད་ངེད་ཀྱི་ཁས་ལབ་ཤིང་མར་ཁ་ད་ཁོ་ས་གནས་རང་ནས་ག་རེ་འོས་བསྡུ་ག་འདྲེས་གདམ་དགོས་ན་དུས་རྒྱུན་ནས་དེ་སྔ་ནས་ལམ་དང་ལུགས་སྲོལ་ཐོག་ནས་ག་འདྲའི་གདམ་དགོས་ན། ད་ག་རང་གདམ་བས་ཀྱི་ང་ཚོ་དེ་ག་རང་བསམ་བདེ་བ་རེད། ང་ཚོའི་གི་བྱས་ཙང་འདི་ཡིན་དུས་འདིའི་སྐྱོན་ལ་ཕལ་ཆེར་ས་གནས་འོས་བསྡུ་འགན་འཛིན་ནས་ཡང་གསུང་ཡས་ཡོད་ན་འདི་ག་ས་ང་འདི་སྒྲོམ་གཞི་འདི་ངས་ཧ་གོ་མ་སོང་ག་འདྲའི་གནང་རྒྱུ་ཡོད་ན་དེ་འདི་ས་གནས་ལ་རོ། འདི་ཡིན་དུས་ག་འདི་འདི་ཨ་ནི་ས་གནས་འོས་བསྡུ་འགན་འཛིན་གྱི་གནང་བ་བྱེད། ཨ་ནི་འོས་གཞི་འོས་བསྡུ་གྱི་གྲངས་འདི་རོ། གྲངས་བཤད་འདི་རོ། ཨ་ནི། ད་ག་རང་གནང་ཐུག་འདོད་ལ་འདི་ད་བེད་སྤྱིན་རེད་བ་རེད་ཤག་ད་འདི་ལན་ད་འགས་ཞུས་ཚར་བ་ད་གཅིག་མཚུངས་ཡིན་རོ། དེ་ནས་ད་བསྟན་ཚུལ་གྱི་ལགས་ཀྱི་ཨ་ནི་ད་འདི་གང་ཟག་ཅིག་གི་མིང་འབོད་ནི་འདི་གསུང་ཡ་འདི་རོ། འདི་ངས་ཀྱི་འདི་ག་གོ་ཚོད་མ་ཟ་ག་རེ་གསུང་གི་ཡོད་ན་ད་ང་ཚོས་ཀྱི་ག་རེ་སྒྲིག་གཞི་འདི་རེད་འོས་བསྡུ་གྱི་རྩ་འཛིན་ལམ་སྟོན་འདི་རེད Code of Conduct འདི་རེད་ལ་བ་ལས་ཀ་འདི་བྱེད་ན་ཉེས་པ་འདི་ཡོད་རེད་ལབ་ཡོད་མི་ཤེས་ཨ་ད་ལྟ་དེ་ང་ཐག་གཅོད་ག་ལེ་ཡོད་མ་ར་ཁོས་ཀྱི་སྒྲིག་གཞི་འདི་བརྒྱད་སོང་ཁྱེད་རང་གྱི་སྒྲིག་གཞི་འདི་བརྒྱད་སོང་ཉེས་པ་འདི་རེད་ལ་ཡ་འདི་ངས་ཧ་གོ་མ་སོང་ད་སྒྲིག་གཞི་བརྒྱད་ཡིན་ན། དཔེ་ན་ཆ་ན་དེ། ད་ལྟ་ནིའུ་ཡོག་ནིའུ་ཇར་སི་ལ་ད། འོས་བསྡུ་ནང་ལ་ལང་ངེས་ཡིན་ན་འདྲ་འོས་བསྡུ་ལ་རྒྱབ་སྐྱོར་བྱེད་ངེས་ཡིན་ན་སུས་ཀྱིས། ཁྱབ་བསྒྲགས་བྱེད་སྟངས་རེད། དེའི་ཁག་ལ་འོས་བསྡུའི་གི་སྒྲིག་གཞི་རྒྱས་པ་ཆེ་བས་ན། ཐོག་མར་ལག་ལེན་བསྟར་མཁན་དེ་ས་གནས། ཁོ་རང་དེ་ས་གནས་ཀྱི་འོས་བསྡུའི་ཚོགས་ཆུང་གིས་ལག་ལེན་བསྟར་གནང་དགོས་རེད། དེ་དབུས་དུ་ལས་ཀྱི་ཀྱི་དམ་ས་ལ་བསྡད་ནས་དེ་ས་གནས་ལ་ག་རེ་སྒྲིག་གཞི་རྒྱས་འདུག་མི་འདུག་ང་ཚོ་དེ་སྙོབ་ཐུབ་མ་རེད། ད་ལྟ་གི་ར་བ་ག་རེ་བྱུང་བ་ཡིན་ན། ང་ཚོ་ར་ད་བྱ་ཕུ་ནུ་གི་སྒྲིག་གཞི་འདྲ་བོ་འགྲོ་བ་རེད་ལ་ནི་ཡག་ཞུས་སྟངས་དེ་འདུག་རེད། དེ་ལ་ག་རེ་བྱུང་བ་ཡིན་ན། ཁོ་རྒན་བཀུར་དེ་ས་གནས་འོས་བསྡུ་གི། ཚོགས་མི་ལ་ཡོག་རེད་ཁོ་རང་ཚོ་དེ་ཁྲིམས་འགལ་གོས་ན་ལྟ་ངན་དེ་ཁོ་རང་ཚོ་རེད་ག་རེ་བྱེད་འོ་ན་དེ་ཁོ་རང་ཚོ་གི་མཁན་ནི་ཨ་ནི་ལག་ལེན་བསྟར་ཐུབ་པ་རེད་བསྟར་མ་ཐུབ་པ་དེ་ཡ་ང་རང་ཚོ་ལ་ཡ་དབུས་ལ་ཞུགས་རོགས་བྱས་ཙང་དེ་ཡིན་དུས་ས་གནས་དེ་ལ་ག་རེ་གི་སྒྲིག་གཞི་འགལ་གི་ཡོད་མེད་ཨ་ནི་ཁྱེད་རང་གི་དེ་འདྲའི་གནང་གི་ཡོད་དེ་སྒྲིག་གཞི་འགལ་ཡིན་ན་མེད་ན་ལ་ཡ་དེ་ཨ་ནི། སྒྲིག་གཞི་བརྒྱད་ཡོད་མེད་དེ་སོ་སོ་རང་གིས་བལྟ་གོ་རེ་ཟེར་མི་འདུག་ང་ཚོས་སྒྲིག་གཞི་འདི་རེད་ལ་ནི་མ་གསལ་སྒྲ་ཕྱིར་བ། མི་རེ་རེ་གིས་ངའི་སྒྲིག་གཞི་འདི་བརྒྱད་དུ་མི་འདུག་ང་ཚོ་རེ་རེ་ལ་ཁྲིམས་ཐག་གཅོད་ཁ་ཡོང་ཐུག་གི་མ་རེད་བ། མི་ཚང་མ་ལ་ག་ཚོད། མི་འབུམ་གཅིག་ཡོད་ན་མི་འབུམ་གཅིག་ལ་ང་ཚོ་སྙོབ་ཐུག་གི་མ་རེད། གཙོ་བོ་འགན་འཁྱེར་མཁན་དེ་ས་གནས་འོས་བསྡུའི་འགན་འཛིན་རེད། ཡིན་ནའི། དེ་ལས་མ་འགའ་འགན་དེ་དོ་བདག་སོ་སོ་ཚང་མ་ལ་ཡོད་རེད་ད་མི་གང་ཟག་རེ་རེ་ལ། སོ་སོ་གིས་ཕྱག་ལས་གནང་དུས་སོ་སོ་གིས་འགན་འཁྱེར་ལས་ཀ་ཅིག་བྱེད་དགོས་ན། ངས་ལས་ཀ་དེ་བྱེད་ཡ་ལ་ཁྲིམས་དང་སྒྲིག་གཞི་ག་རེ་རེད་དོ་དེ་མཁྱེན་དགོས་ཡ་ཧ་ཅང་གལ་ཆེན་པོ་རེད། གཞན་པ་ཅིག་ལ་ངེད་ཀྱིས་ག་རེ་བྱེད་པ་དེ་སྒྲིག་གཞི་བརྒྱད་དུ་མི་འདུ་ལ་འཁྲིས་ཀ་འགྲོ་བས་ན་དེ་གནད་དུ་གནས་ཚུལ། གཞན་པ་ཅིག་སླད་སྒྲུག་པར་བྱས་ཙང་འདི་ཡོད་འདི་སུ་སུ་གིས་འགན་འཁྱེར་ནི་རོ་ཨ་སུ་སུ་ང་ལང་གི་ཡོད་ད་ང་སྒྲིག་གཞི་ག་རེ་ག་རེ་འཁྱེར་དགོས་འདུག་ག་རེ་ག་རེ་སྲུང་དགོས་འདུག་འདི་སུ་སུ་དོ་སྣང་གནང་དགོས་རེད་བསམ་གི་འདུག་ཨ་ད་ང་ཚོས་གསལ་བོ་དེ་མ་སེ་ར་ཞུས་རོ་ཨ་སྒྲིག་གཞི་འདི་འདི་འདི་གནང་ན་གལ་དགོས་རེད་ཨ་སྒྲིག་གཞི་འདི་འདི་འདི་བཟི་དགོས་ཡོད་ན་བཟི་ས་དེ་ཡོད་རེད་ལ་གསལ་བོ་ཞུས་ཡོད་བྱས་ཙང་འདི་ཡོད་འདི་ད་ག་རང་ལ་ཚང་མ་གི་ཐུགས་སྣང་གནང་ནི་རོ་ཨ་སུ་ཡིན་ནས་འོས་བཞག་ངེས་ཡིན་ན་འདྲ་འོས་རྒྱབ་སྐྱོར་གནང་ངེས་ན་འདི་སྒྲིག་གཞི་ད་ག་རང་ལ་ཐུགས་སྣང་གནང་ནས་གནང་དགོས་རེད་ཞུ་ཡ་ཡིན་ཨ་འདི་ཡིན་དུས་ག་འདི་འདི་ལ་གསལ་བོ་ཆགས་པའི་རིག་པ་རེ་བ་ཡོད་དེ་ནས་བོད་མི་འདིར་གསུང་གི་འདུག་མི་གཅིག་གིས་དེ་འདྲས་བྱས་བཞག་འདི་ག་འདྲས་རེད་ཟ་ན། འོད་ལ་སུ་བཞག་གི་ཡོད་ན་འོད་དེ་མི་འོད་མི་བཞག་ངེས་འདི་ལམ་ས་ཡ་ཨེ་འདྲེ་སྔོན་འགྲོ་ལས་དངོས་གཞི་ལ་སླེ་གོ་མར་དང་ད་དངོས་གཞི་དངོས་གཞི་སྐབས་ལ་མི་སུ་སུ་སླེ་གི་ཡོད་མེད་ང་ཚོ་སུ་གང་ཧ་གོ་གི་མ་རེད་སུ་སུ་སུ་ལང་གི་ཡིན་ལང་འོད་བཞག་གི་ཡིན་ལང་ངེས་མང་པོ་ཡོད་རོ་ཨ་ཡིན་ནས་དངོས་གཞི་ག་ལ་ཧ་གོ་དུས་ས་གནས་ས་ཐོ་ལ་ས་གནས་དེ་ནས་སུ་འོད་མི་ཕེ་ཡོད་ན་ས་གནས་ས་ཐོ་ལ་མ་ཞིབ་འཇུག་གནང་འོད་མི་དེ་ཚེ་འདས་རེད་འདོད་ཆ་རྒྱན་ཚང་གི་འདུ་བས་ལ་ནི་ས་གནས་ཀྱི་རྒྱན་རེད། ར། བྱས་ཙང་དེ་ཡིན་དུས་ས་གནས་དེ་གི་ཆ་རྐྱེན་ཚང་གི་འདུག་སླ་བོ་ཡིན་ན་ས་གནས་དེ་གི་ཆ་རྐྱེན་ཚང་གི་ཡོད་པ་དེ་ང་ཚོ་ཡ་ད་ག་རང་ལ་འདི་ཞུ་དགོས་རེད། ཡིན་ནས་གང་ཟག་གཅིག་གི་ས་གནས་དེ་ཚང་མི་དེ་ལ་ཆ་རྐྱེན་ཚང་གི་མི་འདུག་སླ་བ་ཡིན་ན་ས་གནས་ས་ཐོག་ལ་ཞུ་བ་ཡིན་ན་ད་ཁོ་ཁུངས་སྐྱེལ་དགོས་རེད་ར། ཆ་རྐྱེན་ཚང་གི་མི་འདུག་ན་ག་འདྲས་ཚང་གི་མི་འདུག་དེ་ཁུངས་སྐྱེལ་ནི་ཡ་ཁོ་རང་ངེས་པ་བཏང་གི་རེད། ད་ཡིན་ནས་ཁོ་རང་ཚང་གི་མེད་པ། ཚང་གི་མེད་པ་ཅི་ལ་ང་ཚོ་ཁར་ཚ། ཚང་གི་ཡོད་པ་ཅི་ལ་ཚང་གི་མི་འདུག་ལ་ཨེ་ཡོད་མར་བ་བྱས་ཙང་དངོས་གནས་ཀྱི་སྒྲིག་གཞི་རྒྱལ་ཁའི་མི་དེ་ལ་ཆ་རྐྱེན་ཚང་གི་མེད་ན། ས་གནས་ས་ཐོག་ནས་ཞིབ་འཇུག་བྱས་ནས་ཚང་གི་འདུག་ལ་ཨེ་ཡོད་ནའི། གང་ས་ཅིག་ལ་གཞན་པ་དེ་ཚང་གི་མེད་པ་ཁུངས་སྐྱེལ་ཡོད་ན་ས་གནས་ས་ཐོག་ལ་ཞུ་གཏུག་བྱས་ནས་མི་དེ་ཡར་སྐྱེལ་བྱ་མི་དེ་ཤ་སྒྲིག་གཞི་ཚང་གི་མི་འདུག་ང་ལ་ཁུངས་སྐྱེལ་ཡོད་ས་ནས་འོང་དེ་ཞུ་གཏུག་བྱེད་ཆོག་གི་རེད་ཨ་ནི་མི་དེ་ལ། ཆ་རྐྱེན་མ་ཚང་པ་ཁུངས་སྐྱེལ་ཡོད་ན་ཁོ་མ་འཐེན་གི་རེད་ལ་ཞུ་ཡ་ཡིན། དེ་ནས་ཨ་མདའ་ཚེ་བརྟན་དུད་འགྲོ་ལགས་སུ་ཡོང་སྟེ་འོས་བསྡུ་གྱི་ལས་རིམ་དེ་དུས་ཚོད་གཏན་འབེབས་དགོས་འདུག་ཟེར་ཞེས་རོགས། གཅིག་བཏང་ནས། བཅའ་ཁྲིམས་ནང་ལ་གཏན་འབེབས་ཡོད་རེད་ག་རེ་ཡོད་རེད་ཟེར་ན། སྲིད་སྐྱོང་དང། སྤྱི་འཐུས་འདི་ཚོ་གི་ལས་ཡུན་ལོ་ལྔ་རེད། ལས་ཡུན་ལོ་ལྔ་མ་ཚང་གོང་ནས་འོས་བསྡུའི་དུས་ཚོད་འདི་འདྲའི་གཅིག་ནང་ལ་འོས་བསྡུ། གྲུབ་པ་གོ་རེད། ཨ་རི་ང་ཚོས་གི་འོས་བསྡུས་ཀྱི་ལས་ཁ་གསལ་ད་གསལ་བསྒྲགས་དེ་ཟིན་པ་གོ་རེད་ག་ཅེ། སྲིད་སྐྱོང་གི་དུས་ཡུན་དེ་སྤྱི་ཟླ་ལྔ་པའི་ཚེས་ཉི་རྩ་བདུན་ལ་ད་སྲིད་སྐྱོང་གི་དུས་ཡུན་རྫོགས་དགོས་ན། ཨ་འདི་སྔས་ལ་ང་ཚོས་གི་གསལ་བསྒྲགས་ཟིན་ཨ་ནི། ད་དེའི་ལས་དོན་དུས་ཚོད་གོ་ར་གསལ་བསྒྲགས་ཟིན་ཚ་ནི་དམ་བཅའ་ཕུལ་ཡ་ད་གྲ་སྒྲིག་བྱས་ཆ་ད་དེའི་འོས་བསྡུ་དེའི་ཆ་རྐྱེན་དེ་ང་ཚོས་སྒྲིག་གཞི་ནང་ག་རེ་ཡོད་པ་དེ་ད་ནི་ཨ་ནི་ང་ཚོས་ལས་རིམ་གཏན་འབེབས་ཅི་ཡོད་རེད་ཞུས་ཡ་ཡིན། ཡིན་ནས་ད་ཨ་ད་ང་ངས་ཞུས་ཡ་དེ་གཏན་འབེབས་མི་འདུག་ལ་ཡ་དེ་ང་ཚོས་ག་ཅིན་བྱེད་ཐུབ་ཡ་མ་ར་ལ་ཡ་དེ་འོས་བསྡུས་ཀྱི། ལེ་བར་གཉིས་འདི་བཀོད་ནས་ཞི་གནས་ཨ་ནི་བཅའ་ཁྲིམས་དང་སྒྲིག་གཞི་ནང་ལ་ག་རེ་ཡོད་རེད་ལེ་བར་གཉིས་འདི་བཀོད་ནས་ཨ་ནི། ང་ཚོས་ཀྱི་རྒྱལ་ཡོངས་སྲིད་སྤྱི་གཉིས་ཀྱི་འོས་བསྡུ་འདི་འགོ་འཛུགས་ཆགས་ཀྱི་ཡོད་རེད་ལ་གོར་ཆེ་ས་འདི་ཡོད་འདི་ང་ཚོ་བཀོད་ཡ་ཁོ་རང་གི། སྤྱི་གྲོས་ཚོགས་ནས་སྤྱི་ཟླ་འདི་འདྲའི་ཆེད་ལ་བཀོད་ཡོད་འདི་ག་འདི་ཨ་ནི་འདི་ཆགས་རེད་ས་ལ་ནི་ཆགས་རེད་ད་ཡིན་ནས་ཀྱི། གལ་སྲིད། འདི་གསུང་གི་ཡོད་ན། འོས་བསྡུའི་ལས་འཕར་གཉིས་བསྐོ་ཡ་གའི་དུས་ཚོད་དེ་གཏན་འབེབས་འགོ་དུ་གསུང་དགོས་ན་འདི་ངས་དུ་ས་དེར་མ་ཐོ་རྒྱག་བཞག་ཡོད་ཨ་འདི་ཡག་དབུས་ལ། ང་ཚོ་བསྐོ་ཡ་དེ་ད་མི། གྲོས་ཚོགས་ནས་བསྐོ་དགོས་དུས་ནི་ང་ཚོ་གི་ཡག་སྙན་སེང་ཞུ་ཡ་རེད་མི་མང་ནས་འདི་དགོངས་འཆར་འཕེལ་གི་འདུག་ས་ལ་ནི་ཡག་ཞུ་ཡ་དེ་ང་ཚོ་ཞུ་གི་ཡིན་ཞུ་ཡ་ཡིན། དེ་ནས་འོས་བསྡུ། ཚོགས་ཆུང་གི་ཨ་ནི། ལས་འོས་བསྡུའི་ཚོགས་ཆུང་གིས་ནི་བཅའ་ཁྲིམས་དང་སྒྲིག་གཞི། དེ་ག་ས་གནས་ཀྱི། དེ་ག་དྲི་བ་དེ་གོ་ཚོད་མ་ཨ་ལས་ས་གནས་ཀྱི་འོས་བསྡུའི་ཚོགས་ཆུང་དེ་ཚོ་ཨ་ནི། ཁ་པར་འཁྱིལ་ཆོག་གི་རེད་མ་རེད་ལ་རྩ་བ་ཉིད་ཁུར་ཆོག་མ་རེད་འོས་བསྡུའི་མི་འོས་མི་གྱི་གླུ་གར་འགྲོ་དུས་འཁྱིལ་མ་ཆོག་ན་ས་གནས་འོས་བསྡུའི་ཚོགས་ཆུང་གི། གཅིག་པུ་ན་འགྲོ་དུས་འཁྱིལ་ཆོག་མ་རེད་རྣམ་པ་ཚོ་འོས་བསྡུ། ཁ་པར་ཁྱོད་ནི་ཁྱི་ཆོ་གོ་མར་ཞུ་གོ་མར་ད་དེ་འོས་གླུ་གར་ཕེ་ཐུའི་ཆུ་ལོག་ལ་སྒུག་ཞུ་དུས་མི་ལས་ཀ་ཡོད་རེད་གནམ་ཆོ་གོ་རེད་ཡ་འོས་གྲི་ཁ་གཅིག་པུ་ནང་ལ་འཛུལ་གོ་ར་དུས་དུས་གནམ་ཆོ་གོ་མ་རེད་ཞུ་གི་ཡོད་རོ་ཨ་དེ་ཡོད་དུས་ག་དེ་དམིགས་བསལ་གི་ས་གནས་འོས་བསྡུ་ཚོགས་མི་དེ་ཚོ་གི་འོས་གྲངས་བཤེར་དང་དེ་འདྲའི་ཀ་ལ་ཁྱི་ཆོ་གོ་མ་རེད་ཁོ་རང་ཚོ་ལ་གི་ལས་དོན་བྱེད་ཕྱོགས་ལ་ཡང་སྒྲིག་གཞི་ཡོད་རེད་ཁོ་རང་ཚོ་ལ་རྩ་འཛིན་ལམ་སྟོན་དང་ང་ཚོ་ཨིན་ཇི་སྐད་དང་མ་སོ་ནམ་པ་ཚོ་མ་ང་ཁྱི་གི་འགྱུར་ར Code of Conduct ཡོད་རེད་བྱས་ཙང་དེ་ཡིན་དུས་ག་དེ་ཐུགས་ཁྲལ་མ་ར་ནོ་ན། སྒྲིག་འཛུགས་དེ་ཚང་མ་ལ་ཡོད་རེད་བཤད་ཡིན། གོང་དང། ངེད་ཀྱིས་དྲི་བ་གཅིག་འདིར་བ། འདི་རེད། ད་ལྟ་འོས་བསྡུ་ཚོགས་ཆུང་ཞིག་ཡོར་བ་བཅའ་ཁྲིམས་དོན་ཚན་བཅུ་གསུམ་གྱི། དོན་ཚན་དང་པོ་གི་ནང་གསེས་ག་པ་འདི་ལ། འདི་ནང་ག་རེ་ཡོད་ཟེར་ན། ས་གནས་ལ་འོས་བསྡུ་ཚོགས་ཆུང་འདི། ཨ་ནི་མི་དམངས་ཆོལ་ཁ་དབྱེ་མེད་ཀྱི་ཐོག་ནས་མི་དམངས་ཀྱི་འོས་བསྡུ་བྱས་ནས་བསྐོ་དགོས་ཀྱི་ཡོད་རེད་བ། ཡིན་ནའི་འདི་རེད་བ། ཨ་ནི་ད་ལྟ་ང་ཚོའི་ས་གནས་ལ་ཆགས་ཀྱི་ཡོད་མ་རེད་བ། དེ་ཡིན་དུས་འདི་ཡིས་མ་འོངས་པ། འདི་ཆགས་ཐུབ་པས་ཀྱི་འབད་བརྩོན་གནང་རོགས་བྱས་འོས་བསྡུ་འབུལ་དགོས་ཞུ་བའི་དྲ་བརྙན་མ་ཆགས་བས་ནས་མ་འོངས་པ། དེ་ཡིན་དུས་འོས་བསྡུ་ཚོགས་ཆུང་འདི་དཔེ་གལ་ཆེན་པོ་རེད་བ། ང་ཚོ་ཞུ་གཏུག་རྒྱལ་སའི་འདི་འོས་བསྡུ་ཚོགས་ཆུང་ཆགས་ཀྱི་འདུག་ཨ་ནི་འོས་བསྡུ་ཚོགས་ཆུང་འདི་དྲང་པོ་མ་ཆགས་བས་ན་ཨ་ནི་གནས་ཚུལ་ཡར་སླེ་ཡི་བར་ང་ཚོ་ཞུ་གཏུག་བརྒྱབ་ན་སླེ་ས་ཡོད་མ་རེད་བ། སྟེང་དུ་མི་མང་གི་འོ་དོད་ཆེ་ནི་ཚུགས་ཐུབ་བ་ཅིག་བྱུང་བསྒུགས་འདུག་ཟེར་འདི་ངེད་ཀྱི་འབུ་གུ་འདི། ཨ་གཉིས་བ་དེ་ད་ལྟ་ཁ་པར་འཁྱིལ་ཆོག་མ་ཆོག་ལའི་ད་ག་རང་འོ་དོད། མི་མང་གི་བྱེད་པོ་ག་ལ་འཁྱིལ་ཆོག་མེད་ན་ད་འོ་དོད་ཚོགས་ཆུང་ཚོགས་མི་དེ་འདི་ཨེ་ཡོད་རང་ལ་བཞུགས་བསྡད་ཀྱིན་ཡིན་འདུག་དེ་བས་ཀྱང་འཁྱིལ་ཆོག་གོ་མ་རེད་བ། འོ་འདི་ཡིན་ཞུས་ཡང་ཐུགས་ཆེ།
ད་གསལ་པོ་ཆགས་ཀྱི་རེད་ཡང་ད་ངེད་ཀྱིས་ཨ་ལས་དགོངས་དང་ད་ལྟ་ཁྱེད་རང་གི་དྲི་བ་གཉིས་པ་དེ་ངས་མགོ་ཚོས་སུ་ར། འོས་བསྡུ་གྱི་ཚོགས་མི་བདམས་སྟངས་དེ་སྐོར་ལའོ་ར་དེ་བཅའ་སྒྲིག་གཞི་ན་ལ། དེ་སྒྲིག་གཞི་ན་ཡོད་པ་རང་བཞིན་གྱིས་ད་ངས་ལ་དགོས་ར་ས་གནས་ས་ཐོ་ཚང་མ་ལ་ང་ཚོ་འོས་བླུགས་ནི་ལོ་ལྔ་ལྔ་ནས་ཐེངས་མ་རེ་རེ་འོས་བླུགས་བྱེད་ཚོགས་མི་དེ་ལོ་ལྔ་གི་དེ་ལས་ཡུན་རེད་ད་ཡིན་ནའི་ཕྱི་རྒྱལ་ཁག་དེ་བ་ལ་མང་ཆེ་ལོ་ལྔ་གི་ཨིན་དྲན་མི་གཅིག་ལོ་ལྔ་ཕྱིན་ལ་ན་ཕལ་ཆེར་ཁག་པོ་རེ་ཡིན་སར་བ་དེ་མང་ཆེ་ལོ་གཅིག་གཅིག་ནས་འགྱུར་བ་འགྲོ་གི་ཡོད་སར་ད་ཀྱང། ཕྱི་རྒྱལ་ཁག་གི་འགྲོ་སྟངས་འདི་ཧ་གོ་འོས་མེད་ག་འདྲེ་ད་འོས་བསྡུའི་ཚོགས་མི་ག་འདྲེ་གདམ་དགོས་ཡོད་ན་ང་ཚོས་ཀྱི་ག་རེ་བྱེད་དགོས་རེད། འོས་བསྡུའི་ཚོགས་མི་གིས་འདི་ས་གནས་ནས་འདི་ག་འདྲེ་གནང་དགོས་རེད་ས་གནས་ནས་ཡ་གནང་ནས་ཡ་གནང་དགོས་དུས་ད་ག་རང་ལ་ང་ཚོ་གིས་བཀོད་ཁྱབ་གནང་དགོས་རེད་ད་དེ་ཡིན་དུས་ག་འདྲེ་ས་གནས་ཀྱི་འོས་བསྡུའི་ཚོགས་མི་འདི་ག་འདྲེ་གནང་དགོས་མེད་ས་གནས་འོས་བསྡུའི་འགན་འཛིན་གྱིས་མ་དུ་ཆེད་ཕེ་ཆེན་འདི་ཐོག་ལ་གསལ་བཤད་གནང་རོགས་གནང་ཞུ་ཡ་ཡིན།

ཨ་ནི་གསལ་བཤད་དེ་མ་བྱེད་ངེས་ལ་ཡ། དུས་རྟག་ཏུ་དོན་གཅོད་ལས་ཁུངས་ཀྱི་ངོ་ཅོག་ནས་ད་ལྟ་དེ་བྱང་ཨ་མེ་རི་ཁའི་བེ་རི་སྤྱི་དོན་ཚོགས་པའི་ཚོགས་ཆེན་སྐབས་ལ་རེད་སྐབས་ད་ལོ་གི་སྐབས་ལ་རེད་ཨ་ཚོགས་ཆེན་ཐེངས་ཉི་ཤུ་རྩ་གཉིས་ཀྱི་སྐབས་ལས་ལམ་སྟོན་ཅིག་ཕུལ་ཡོད་འདི་གའི་ཚང་མ་བེ་རི་སྤྱི་དོན་ཚོགས་པ་ལ་ཡོད་རེད་དེ་ཡིན་དུས་བེ་རི་སྤྱི་དོན་ཚོགས་པ་དེ་ཨ་མེ་རི་ཁ་དང་ཁེ་ན་རྡ་གི་འོས་བསྡུ་ནང་ལ་ཡིན་པའི་ནས་མཉམ་ཞུགས་བྱེད་ན། འགྲིག་གི་ཡོག་མ་རེད། འདི་བར་གནས་ལ་དེད་ཆེད་དེ་གོ་ཡའི་སྒྲིག་འཛུགས་ཀྱིས་བཞག་དེ་ཡོད་རེད། དེ་ག་ནང་བཞིན་ང་རང་ཚོ་གི་འོས་བསྡུ་དང་འབྲེལ་བའི་ཐོག་ནས་ཡིན་དུས་ད། རྒྱ་གར་དང། བྷ་གའི་གི་གནས་སྟངས་དེ་ལོགས་ཀ་གཅིག་ཆགས་དེ་ཡོད་རེད་དེ་བོད་རིགས་སྤྱི་མཐུན་ཚོགས་པ་ཚང་མ་སོ་སོ་ས་གནས་ལ་དེབ་སྐྱེལ་བྱེད་བཞག་རྒྱུ་གི་ཚོགས་པ་གཅིག་དང་ཨ་ཚོགས་པ་འདི་གི་སྒྲིག་གཞི་ནང་ལ་ཡ་བོད་མི་སྒྲིག་འཛུགས་དང་རྒྱ་བོད་རིམ་ཆེན་ལ་ཡ། གར་ཆུ་གོ་རེ་ཝུའོ་སྤུན་ཟླའི་གཞུང་ངན་དང་ཤར་སྐྱོད་བྱེད་མཁན་གི་སྒྲིག་འཛུགས་ཀྱིས་བཞག་དེ་ཡོད་དུས་ཨ་ད་ལན་གི་འོས་བསྡུ་སྐབས་ལ་ཡ། ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་དགེ་དང་རྒྱུན་ལས་གཙོ་འགན་ཆེན་པོ་ཅིག་ག་ས་ཆགས་བསྡད་ཡོད་དུས་དུས་རྟག་ཏུ་ང་ཚོ་ལམ་སྟོན་འདི་ཞུ་གི་ཡོད་ཨ་ནི་ད་ལྟ་བྱང་ཨ་མི་རི་ཀའི་གི་འོས་བསྡུ་གི་ལས་རིམ་ནང་ལ་ཡ་གཟིགས་པ་ཡིན་ན་ས་གནས་ལས་ཡ་ཆད་ལ་འོས་བསྡུ་ཚོགས་ཆུང་ཞིག་འདུག་དེ་ཡིན་དུས་ཨ་ནི་ད་ལྟའི་གི་འགྲོ་སྟངས་གི་ལ་ག་རེ་རེད་འདུག་ལ་ན་ས་གནས་འོས་བསྡུ་ཚོགས་ཆུང་གི་ཚོགས་ཆུང་ཡོད་པའི་སྒང་ལ་ས་གནས་དེ་གི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་དེ། ག་དུས་ན་འདི་གི་འགན་འཛིན་ཆགས་འགྲོ་གི་འདུག་དེ་ཡིན་དུས་འདིས་འགྲོ་སྟངས་གཞིར་བཟུང་བྱས་ཚེ་ང་ཚོ་ལམ་སྟོན་བྱེད་ཡོད་རེད་ཨ་ནི་ས་གནས་ཆེ་ཡག་དང་འདྲ་བོད་རིགས་སྤྱི་མཐུན་ཚོགས་པ་ཆེ་ཡག་ནང་ལ་ཨ་ནི་ཆོལ་ཁ་གསུམ་གྱི་ཆེག་ཚོགས་པ་ཡོད་བསྡད་པ་དང་ཚོགས་མི་ཡོད་བསྡད་དུས་ག་དུས་ན་ཟུར་དཔང་དེ་ནང་ལ་འདི་ཆགས་བསྡད་ཡོད་རེད་ཅེས་འདྲི་ཞུ་ཡ་ཡིན་ནིའུ་ཡོག་གི་རྩིས་གཞི་འདི་ཡིན་པས་ན་ད་ལྟ་འོས་བསྡུ་ཚོགས་ཆུང་ཆེ་ཡག་ཅིག་ཆགས་བསྡད་ཡོད་རེད་དེ་ག་ནང་བཞིན་ཁོ་རང་ཚོ་གི་ཐོག་མེད་ཀྱི་འོས་བསྡུ་གི་ཚོགས་མི། གི་མཚན་ཐོ་ཕུལ་ཡོང་དུས་དེའི་ནང་ལ་འོས་བསྡུ་ཚོགས་ཆུང་ཡོད་པ་གང་ཞིག་ལ་དེའི་གི་འགན་འགན་འཛིན་གཙོ་བོ་དེ་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཆགས་བསྡད་པ་དང་ཟུར་དཔང་གི་རྩིས་ཤིག་དེ་ཆོལ་ཁ་གསུམ་གི་འཐུས་མི་ཡོད་པ་ཅིག་ཆགས་བསྡད་ཡོད་རེད་ཅེས་ཞུ་ཡ་ཡིན། དེ་ནས་བུད་མེད་དང་ས་གནས་གཞོན་ནུ་གི་སྐུ་ཚབ་དེའི་ནང་ཡོད་དང་མེད་དེ་འོས་བསྡུ་ཁོ་རང་གི་འགྲོ་སྟངས་ནང་ལ་གསལ་བོ་ག་ག་ཡི་མི་འདུག་ཨ་ནི་ད་ལན་གི་དེ་ལ་ཡ་ས་གནས་ལ་ཡ་དགོངས་ཚུལ་ཇི་ཡོང་བྱས་ཨ་ནི་ད་ག་ནས་ཤེས་ང་ཚོ་ཡ་དོན་གཅོད་ལས་ཁུངས་ལ་ཞུས་བྱས་དེ་ལ་ནང་བཞིན་ས་གནས་ཀྱི་དཀའ་ངལ་དེ་དཀའ་ངལ་ལ་ནི་རེ་ཐོག་མེད་ཀྱི་འོས་བསྡུ་ཀྱི་ཚོགས་ཆུང་ལ་མེད་པ་ཡིན་ནའི་དེ་ས་གནས་ཀྱི་བུད་མེད་དང་གཞོན་ནུ་ཀྱི་དེ་ན་མཉམ་ཞུགས་བྱས་ཀ་ལ་ང་ཚོ་བཀའ་གྲོས་ཞུས་བྱས་ད་ལྟའི་ཆ་ལ་ནིའུ་ཡོག་ཀྱི་འོས་བསྡུ་ཚོགས་ཆུང་ནང་ལ་ཡང་ཚོགས་ཆུང་ནང་ལས་ད་ལྟ་ཚོགས་པ་ཕྱེད་ཀ་ལྔ་རེ་བ་ལྔ་གི་སྐུ་ཚབ་ཡོད་པ་དང་ཟུར་དཔང་ནང་ལས་སྐུ་ཚབ་ཡོད་པ་བྱས་བྱས་འོས་བསྡུ་ཚོགས་ཆུང་ཕྱེད་ཅིག་ཆགས་བསྡད་ཡོད་འདི་བྱས་དགོས་པའི་དགོས་པ་རྒྱུ་མཚན་ག་རེ་ལ་ན་གོང་དུ་ཞུས་པ་ནང་བཞིན་རེད་འོས་བསྡུ་དེ། ཚགས་ཚུད་པོ་དང་ཕྱི་གསལ་ནང་གསལ་དྲང་བདེན་འདྲ་མཉམ་དགོས་ཡོད་དུས་ལས་རིམ་ཡག་པོ་ཡོང་བ་ཆོད་དོ་ང་ཚོ་དེ་འདྲ་བྱས་ཡབ་ཅིག་ཡིན། ད་སྤྲང་ལམ་ནང་ལ་ག་རེ་འདྲུག་ཡོད་མེད་དེ་སྤྲང་ལམ་ནང་གི་སྐད་ཆ་རེད་དེ་འདས་ཀྱི་ཐོག་གཞི་བདག་འདི་ཡོད་པ་ན་གཙོ་བོ་གཞི་བཞག་ས་དེ་འོས་བསྡུ་སྒྲིག་གཞི་ཆགས་དེ་ཡོད་རེད་གཉིས་པ་དེ་ཨ་ནི་འོས་བསྡུ་ན་གསལ་ཁ་མེད་པ་ཡིན་ན་གར་བྱེད་འོས་རེད་ས་གནས་ནས་འོས་བསྡུ་སྒྲིག་གཞིར་བལྟས་བྱས་ཨ་ནི་གསལ་བོ་མ་ཆགས་པ་དང་ད་འདོད་རྙོག་དྲ་ཡོད་པ་ཡིན་ན་ཨ་ནི་དེ་བྱང་ཨ་མི་རི་ཀའི་འོས་བསྡུ་གི་འགན་འཛིན་ལ་ཞུས་བྱས་ང་ཚོའི་ངོ་ཅོག་ནས་ཨ་ནི་འདིའི་ག་ལ་ཡ་གསལ་བཤད་དང་ལམ་སྟོན་བྱས་འབད་བརྩོན་ཞུ་གི་རེད་དེ་ནས་གསལ་ཁ་མ་ཐོན་བས་ན་ཨ་ནི་དབུས་འོས་བསྡུ་ལས་ཁུངས་ལ་ཞུས་བྱས་དེ་འདྲའི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་འདི་མང་ཚོགས་ཀྱི་ཁེ་བོ་ག་ཚ་གསལ་བོ་ཡོད་ང་ཆེད་དུ་འདི་ཡིན་ད་སོ་སོ་གི་ཅིག་དོགས་པ་རྣམ་རྟོག་དང་འདི་ཡོད་པ་དེ་ཡོད་ཆོག་གི་རེད་དེ་འདྲའི་ཡོད་བས་ན་ཨ་ནི་གབ་ཏུ།

དེ་དྲི་བ་ག་རེ་བསྐུར་དགོས་ན་ཚང་མར་གོ་སྐབས་ད་ལྟ་དྲི་བ་བཏང་ངེས། མ་རག་རྒྱ་མཚོར་གོ་སྐབས་ཕུལ་རོགས་གྱིས། ཨ་ནི་གསལ་པོ་ཆགས་པའི་ངས་དེ་ལྟར་དྲི་བའི། སྐུ་ངོ་གིས་གསུང་བ་དག་རང་གནད་འགག་ཞུས་ཤག་ན་བསམས། འདས་པའི་རྒྱའི་ལོ་རྒྱུས་ནང་ལ་ལོ་བཅོ་ལྔ་ཉི་ཤུ་རིང་ལ་ཡང་གཞོན་ནུ་དང་བུད་མེད་སྤྱི་མཐུན་ཚོགས་པ་འདི་ཡོད་ཡོད་པ་འགྲོ་བ་ཅི་རེད་གཞན་དག་དེ་ཚོ་མཇེ་ལ་ཆགས་པ་རེད་དེ་འདི་ཁ་སང་འདི་ཡོད་རེད་ཞུ་དུས་ཡོད་མ་རེད་གྱང་ཚོ་ཁྲིམས་གཏུག་གི་ན་གཏུག་ཞོག་ལ་ཡ་ནད་ཐང་ཆགས་དུས་སྤྲང་ལམ་གི་སྐད་ཆ་མ་རེད་དེ་འདི་འདྲ་འགྲོ་བསྡད་དོ་ད་ཡིད་ཆེས་སྐྱེ་ཡག་གི་ནད་ཐང་ཛབ་ཆེན་པོ་ཅིག་ཆགས་བསྡད་ཤག་དེ་ཡིན་དུས་འཛམ་པ་ད་རིང་ཡ་མཐའ་མ་རྩོད་པ་བརྒྱབ་བཅས་རྩོད་པ་རེད་མ་གཏོགས་ཅིག་ཤེས་འདུག་ཕི་ཤ་དོ་འདི་དྲང་པོ་ཆགས་མི་འདུག་མ་འོངས་པ་ལ་འདི་འདྲ་བོ་སྐྱུག་བྲོ་བོ་འདི་མ་ཆགས་པ་ཡོང་ནོ་འགན་བཞེས་རོགས་གནང་ཞུ། ང་ལགས་སོ་ད་ངས་ཀྱི་འདི་གསལ་བཤད་ཅིག་བྱེད་བྱ་ཡི་གསལ་བོ་ཞིག་ཁུ་བྱུང་ད་ལོ་ཨོ་དེ་ནི་མ་དྲོ་ཡོད། ད་ད་འདི་འདི་གནང་གས་ཚོགས་གཞོན་དྲི་བ་དྲི་ངེས་ད་འདྲ་དྲི་བ།

བོད་གླུ་ག་ལེ་བསུ་ན་ཨ་ནེ་འདི་ལ་ཡ། སོ་སོ་ནང་མི་གི་རོགས་པ་བྱེད་ཆོག་གི་རེད་ཡང་འོས་བསྡུ་ཚོགས་ཆུང་ནས་འདི་ལ་ཡ་རོགས་རམ་གི་ཅིག་བསྐོས་ན་ཡ་ན་རེས་ཅིག་བཀའ་འདྲི་ཞུ་ཡ་ཡིན་གང་ལ་སེམས་ན་བོད་ཡིག་མ་ཤེས་པ་མང་པོ་ཡོད་རེད་བ་འདི་ལ་ཚེ་ག་ཚོད་སྐད་གཞན་དག་ལ་མེད་པའི་རྐྱེན་གི་འདི་ག་ངས་འདི་ག་འདྲི་ཅིག་ཅེས་གསལ་བརྡ་གནང་གི་ཡོད་ནའ། ཨ་ནེ་འདི་ལ་ཅི་ལ་འབུལ་དགོས་འདི་ལ་ཏན་ཏན་འབུལ་དགོས་དེ་ཅིག་བྱས་ན་དངོས་འབྲེལ་བྱས་ན་དེ་ང་འདྲའི་དེབ་བྱ་འགུལ་སྡེ་ཚན་ལ་འགྲོ་གི་རེད་བསམ་གྱི་འདུག་ཡིན་ནས་ཡང་ང་ཚོ་འོས་བསྡུ་ལས་ཁུངས་ཀྱི་སྒྲིག་གཞི་ཅི་ཅིག་ཆེད་ག་རེ་ག་རེ་དགོས་ཀྱི་ཡོད་མེད་དེ་སྐོར་ལ་གསུང་དུས་ཆ་ཚང་ཚང་མ་གནང་ཤག་ཡིན་ནས་ང་ཚོའི་སྤྱི་ཚོགས་ནང་ལ་ག་རེ་གཏོང་ཟེར་ན་དེབ་བྱ་འགུལ་དེ་ག་རེ་བྱས་ནས་རྒྱལ་ཁབ་ཅིག་གི་ངོ་བོ་ཅིག་ཡིན་པའི་ངང་ནས་དེ་ལ་དུས་ཡུན་འདི་ཏན་ཏན་གྱིས་ཡོལ་བ་ལ་ལོ་ལྔ་ལྔ་གནང་གི་འདུག་ཨང། དུས་ཡུན་དེ་ལ་དེ་ཙམ་གྱི་དོ་སྣང་ཞེ་དྲག་གནང་གི་མི་འདུག་དེ་དུས་ཡུན་འདི་ཏན་ཏན་གྱིས་འགོར་ཡོད་གསུང་གི་འདུག་མི་མང་ཚོས་ག་རེ་བསམ་གི་འདུག་དགོངས་གནང་གི་འདུག་ཟེར་ན་ངས་དངུལ་འདི་བརྒྱབ་པ་ཙམ་གྱིས་ངའི་དཔའ་འདི་ཡིན་ཅེས་དགོངས་གནང་བཞིན་འདི་གཅིག་དོ་སྣང་གནང་ལ་འདུག་ཨང། དེ་མེད་པ་རྐྱེན་གྱིས། འོས་བསྡུ་ལས་ཁུངས་ནང་གི་འདི་ཆ་རྐྱེན་ནང་ལ་ཡང་དུས་ཡུན་གཙང་ཡོད་པ་ཅིག་གསུངས་པ་ཡིན་ན་དེ་ནི་དེབ་དེ་རིན་ཐང་ཆེ་བ་ཅིག་དང་གལ་ཆེན་པོ་དེ་ཡག་པོ་ཞིག་བེད་སྤྱོད་བྱུང་བ་ཅིག་བསམ་སར་འདུག་གཅིག་ལ་གང་ཡིན་ཟེར་ན་དཔེར་ན་ང་ཚོ་ས་གནས་ནིའུ་ཡོག་དེ་ན་དེ་ལ་ག་ས་གྲོང་ཁྱེར་དེ་ལ་ཡང་གོ་སྐབས་ཅིག་ག་རེ་རག་ཡོད་ཟེར་ན་ང་ཚོ་ག་ཨའི་ཏི་སོགས་ཀ་འགྲོ་དུས་དེབ་ཅིག་ང་ཚོའི་དེབ་བྱང་བུ་དེ་ལ་ངོས་ལེན་ཅིག་རག་ཡོད་རེད་ད་དེབ་རང་འགུལ་བྱས་ལ་རེད་ཡ་དུས་དུས་ཀྱང་དེ་མེད་པ་ཡིན་ན་འདི་ཏག་ཏག་དེ་གི་མི་འདུག་རྒྱལ་ཁབ་ཅིག་གི་ངོ་བོ་སོང་ཙང་འདི་ལ་ཐུགས་རྗེ་སིའི་ཅུང་མ་འོས་བསྡུ་ལས་ཁུངས་ནས་དུས་འགྱངས་མ་བྱེད་པ་ཅིག་སིའི་ཅིག་འད་ཅིག་ཚིག་ཅིག་བཀོད་ཐུགས་གནང་པ་ཡོད་ན་དཔེ་ཡག་པོ་ཡོང་པ་འདུག་སི་དེ་ངའི་གུས་མོས་ཤིག་འདི་ཡང་འབོད་སྐུལ་ཅིག་ཞུ་ཡན་ཚིག་ཆ་གནང།

ད་སོ་སོའི་ངོ་སྤྲོད་ཀྱི་ཐོག་ནས་ཨ་ནི་ད་ལྟ་དེ་ས་གནས་ནིའུ་ཡོག་དང་ནིའུ་ཇེར་སི་ཀ་ནེ་རི་ཀ་གདོང་གོམ་ཆོས་ཞུགས་འགྲིག་གི་ཚོགས་གཙོ་ཡིན། ཨ་ནི་ད་ལྟ་ས་གནས་ནིའུ་ཡོག་དང་ནིའུ་ཇེར་སི་བོད་ཀྱི་བུད་མེད་ལས་འཛོལ་གྱི་ཚོགས་གཙོ་ཟུར་པ་ཆེ་ཨ་ནི་བོད་རིགས་སྤྱི་མཐུན་ཚོགས་པ་དྲུང་ཆེ་ཟུར་པ་ཡིན། འདི་ང་རེ་ངོ་སྤྲོད་ཙམ་ཟིན། ད་ལྟ་ང་འུ་ཐུག་ནང་ལ་ཡོད་དེ་ཡིན་ན་ངས་སྐད་ཆ་དྲི་དོགས་ན་ང་ཚོས་དྲི་བ་དྲིས་ན་འགྲིག་གི་རེད་གསུངས་རེ་རོ། དོན་ཅི་ཆེ། ད། གཅིག་དང་གི་གཅིག་དེ་ངས་ག་རེ་བྲིས་ཡ་ཡིན་ཞུས་མིན་ན་འདི་ངེད་ཀྱི་ལན་དེ་ད་ལྟ་འོས་བསྡུ་ནང་ལ་ཡིན་ས་ང་ལན་དེ་ཧ་ལམ་རགས་སུ་དེ་ཡིན་པ་ཡིན་ནས་མི་མང་མང་ཆེ་ཡིས་ང་ཚོ་ལ་སྐད་ཆ་དྲིས་ཀྱི་འདུག་དེའི་བྱས་ཆོས་ནི་ད་ལྟ་དེ་ལ་ཐད་གཏོང་འགྲོ་གི་ཡོད་ས་ཨ་ནེ་ལྷན་སྐད་པད་ཁུར་ཆུ་ལོག་ད་ཅིག་ཐད་གཏོང་ཟིན་ནས་ད་ཚང་མ་ལ་ཁེངས་ཀྱི་རེད་བསམ་གྱི་འདུག་མང་ཆེ་གི་ག་རེ་ལ་ན་ང་ཚོ་གི་དེ་སྤྱི་ཟླ་གསུམ་པའི་གི་ལྟ་རིགས་སུམ་ཅུ་སོ་གཅིག་ཉིས་སྟོང་ཉི་ཤུ་རྩ་དྲུག་ལའི་དེ་ལ་མི་དེ་ཞིག་འཐོམ་བཞག་རོགས་གང་ཡིན་ཟེར་ན་ད་ང་ཚོས་གི་ད་ལྟ་དེ་འོས་བསླུ་ཡ་ཆེད་དུ་ང་ཚོས་ཀྱི་ཉིས་སྟོང་ཉི་ཤུ་རྩ་ལྔ་ཀྱི་ཨ་ནི་བཅའ་ཁྲ་ལག་ཏུ་ཕུལ་ཚར་བ་གོར་བ། ད་སྤྱི་ཟླ་གསུམ་པའི་ཀྱི་ཏཱ་རིགས་སུམ་ཅུ་སོ་གཅིག་པོ་དོ་ད་ང་ཚོར་ཕུལ་དགོས་འདུག་ཟེར་འདྲ་ལ་གུ་དོག་མིན། ཨ་ངའི་མི་ལ་ལ་ཡིན་ད་ང་ཚོ་ཟླ་བ་དང་བོ་ཕུལ་གོར་བ་ར་ལོ་ལོ་ཕུལ་གོར་བ། ཡིན་པས་ན་རྒྱ་གར་ལ Auditing ད་ག་རེན་བྱེད་ཀྱི་ཨ་དུས་ཚོད་ཀྱི་གཞི་བཟུང་ཨ་ནི་སྤྱི་ཟླ་གསུམ་པའི་ཀྱི་ཏཱ་རིགས་སུམ་ཅུ་སོ་གཅིག་ལ་ད་ནི་ད་ཏེས་ཀྱི་ང་ཚོ་ཀྱི་ཅི་ག་ལ་བ་སྒྲིག་གཞི་ནང་ལ་ཟོན་རྒྱོ་དེ་ང་རའི་བསམ་པ་ནང་ལ་ད་གཅིག་བྱེད་ན་ང་ལྷན་རྒྱ་ནང་བཞིན་མཁས་དབང་ཡིན་འདྲ་ཁས་མ་ར་བ་དེ་བྱེད་དོགས་ནས I find it a little confusing རེད་ཤར་བ། ཡིན་པ་ནས་ད་འདི་སུམ་བཅུ་སོ་གཅིག་དེ་ག་འདྲས་ཟིན་པ་ཅིག་ཡོད་ར་ད་ང་ཚོས་ཀྱི་དེ་འོས་བསྡུ་བསླུ་ཡ་ཆེད་དུ་འོས་བསླུ་ཡ་ཆེད་དུ་ཨ་ནི་ཉིས་སྟོང་ཉིས་སེ་ང་བཅུ་བོ་ཅིག་དགོས་ཡོད་པ་ད་དེ་འདྲ་ཅིག་ཏེས་ཅིག་ཨ་ནི་དེ་དོང་ན་ལ་གསལ་བོ་གསུང་ཐུ་ན་ཨ་ནི་དེ་མི་མ་ལ་ཐུ་བན་བཟོ་ས་རེད་བསམ་ས་ར་ཞིག་དྲན་གྱི་འདུག་ད་གཉིས་པ་དེ་གཅིག་ཐང་གི་དེ་ལ་དྲི་བ་དྲིས་ནས་ད་ཨ་ནི་ལྷན་རྒྱས་ཚོགས་ཀྱི་ལྗགས་ལན་ཕུལ་དོག་ནས་ག་ལ་ག་འཚམས་ཤིག་ང་ལན་སྒྲོག་བྱེད་རགས་སུ་དེ་ཡིན་པ་ཡིན་ནས་ད་སེམས་པས་ཀྱི་དོགས་དྲོད་སྒྲོག་བྱེད་རོགས་ད་ད་ལྟ་དེ་ལ་འོས་ཞག་ནས་ཡོད་རོགས་ཞག་ནས་ཀྱི་ཨ་ནི་ང་ཚོས་ཀྱི་འོས་གཞན་དག་ཡིན་འདྲེ་ལ་ཨ་ནི་སྐད་ཆ་སྡུག་བ་ཡིན་འདྲེ་ལབ་ཆུག་མ་རེད no bad mouthing ལ་ཡི་ཤི་དོ་ཨ་ཨིན་ཇི་སྐད་མ་སོ་ནས་རོགས་འདི་བྱས་བྱས་དོན་ད་ང་ཚོས་ཀྱི་ད་ལྟ primary election བྱེད་དོ་ཨ་ད་ཐེངས་ཀྱི་དེ་ལ་སྐར་མ་གཅིག་དགོས་ན Primary Election དེ་དེ་ལ་ང་ཚོས་ཀྱི་དངོས་རེ་བྱས་ན་འོས་མི་འདིར་ཨེ་སླ་ཡོད་སུ་གང་ཅིག་གི་བསྟུན་གོང་མ་རག་ད་སུ་སོ་སོའི་ལངས་བྱས་ནས་སུ་བསླུ་བསླུ་འདྲ་བོ་ཅིག་རེད་འདུག་ཨ་ནི་དེ་བྱས་ཐོག་ནས་ད་ལྟ་དེ་སྒྲིག་གཞི་དེ་ཨ་ནི Primary Election ནས་རེད་ཀྱི་ཨ་ནི་ང་ཚོས་ཀྱི Final Election ད་མི་འདིར་ཨེ་སླ་ཡོད་མི་དོན་དུ་ཨ་ནི་དེ་གཅིག་པོ་ལ Interest ལེགས་འོག་རེད་སྒྲིག་གཞི་དེ་ད་ལྟ་དེ་ད་འོས་མི་གཞན་དག་སྐོར Interest འདྲ་མི་འདྲ་བཤད་མ་ཐུབ་བ་ད་ཨེ་འདྲས་དེ་འོས་མི་ཚང་མ་ལ་ལ་ཐུགས་ཕན་གསོ་གི་རེད་བསམ་གི་འདུག་ཨ་ནི་ལྷན་རྒྱས་ཚོ་ཐུགས་ཆེ་གནང་ལགས་སོ།
ཀྲེ་སི་ཏི་ལེ། སྐུ་ངོས་རྣམ་པ་གཉིས་ལ་འཚམས་འདྲི་ཀྲེ་སི་ཏི་ལེས་ལ་ནི་ཞོལ་ཡིན་ད་ང་ད་ལྟ་དྲི་བ་ཅིག་དང་དོགས་འདྲི་ཞོལ་ཡིན་ང་མིང་ལ་འཇམ་དཔལ་བྱེ་སངས་ལ་ཡོད་ལང། ང་དོགས་འདྲི་འདི་ད་ལྟ་སྐུ་ངོས་སྒང་ནི་མ་དཀར་མོའི་སྲུང་བའི་ཁྲོད་ནས་ཨ་ནི་ད་ད་ད། མི་གང་ཟག་ཅིག་ད་བོད་མི་ལ་ན་རེ་ད་ད་ད་ང་ཚོ་བོད་མི་ད་ཆ་ཡིན་མ་ར་ཡིན་པ་ཡིན་ན་བོད་མི་གང་ཟག་ཅིག་ལ་ངས་ཅིག་ལ་ནི་ད་མི་གཅིག་གིས་དྲ་རྒྱ་ནང་ནི་རེད་ག་འདྲི་ག་འདི་ད་སྐད་ཆ་གང་བྱུང་མ་བྱུང་བཤད་ཆོག་མ་རེད་ཨ་འདི་འདྲས་ཁྲེལ་བ་ཡིན་ན་ཨ་ནི་ཉེས་པ་ཡོད་རེད་ཨ་ནི་འདི་གསུངས་ས་འདི་ལག་བསྟར་ད་སྒྲིག་གཞི་འདི་ལག་བསྟར་ཆག་གི་ཡོད་ན་ཆག་གི་མེད་ན་ད་ལྟ་ར་བ་འཛིན་པ་ན་ཨ་ནི་ས་ནས་བདེ་བ་ལ་ད་ཨི་འདྲ་སྐད་ཆ་བཤད་དེ་ངས་དང་ཨ་ནི་ད་ཁྱོད་ཡོང་ལ་ད་བོད་མི་ལ་སྐྱོན་འཛུགས་བྱེད་ཡ་རེད་ཨ་ནི་འདི་འདྲ་བཤད་དེ་ངས་ཅི་ད་ད་འགྲོ་ད་འགྲོ་བཞིན་པ་རེད་ཨ་ནི་རྣམ་པ་ཚོས་འདི་གང་ལ་དགོངས་པ་བཞེས་ཚུལ་ག་འདྲས་ཡོད་ན་ས་ནས་ས་ནས་གི་ཧོས་དུས་རེད་ཨ་ནི་དབུས་ཡོད་པ་ཡིན་ན་འདི་སྒྲིག་གཞི་འདི་ལག་བསྟར་ཆགས་ཀྱི་རེད་བྱས་ཀྱི་མ་རེད་ལན། ཨ་ནི་ད་ད་ད་གོང་དུ་ད་ད་ང་ཚོར་དྲི་བ་མང་པོ་ཆགས་སོ་ཨ་ནི་ད་ས་གནས་ཀྱི་ཧོས་འདུ་ཚོགས་ཆུང་འདི་དང་འབྲེལ་བའི་ཐོག་ནས་ད་འདི་མ་ཞུ་གོ་བསམ་སོ་ག་བྱས་ན་ན་འདི་ད་ད་ལའི་སྐད་ལ་ཨ་ནི་ང་ཚོ་ཆགས་སོང་ཙང

ཚོགས་ཆུང་དེ་བཙུགས་སྟངས་དེ་ཡང་ག་ལ་ན་ད་ལྟ་རྒྱ་བོད་འབྲུག་གསུམ་ཕེབས་པའི་ཕྱི་རྒྱ་ཡུལ་གྲུ་ཁག་ལ་ཨ་ནི་ཆོལ་ཁ་ཆོས་ལུགས་དབྱེར་མེད་ཀྱི་ཨ་ནི་མི་ལྔ་ལས་འགྲོ་བའི་ཚོགས་མི་ཞིག་དགོས་ཀྱི་ཡོད་ལ་ནི་མི་མང་གི་འོས་འདེམས་བྱས་ནས་ཨེ་འདྲའི་ཚོགས་ཆུང་ཚུགས་དགོས་ཀྱི་འདུག་ཨ་ནི་ད་རེས་དེ་ལ་རྣམ་པ་ཚོགས་ཀྱི་ཨེ་འདྲའི་གནང་ཐུབ་བ་ཡིན་ན་ཡག་ག་རེད་ག་ཚིག་གནང་མ་ཐུབ་བ་ཡིན་ན་མ་འོངས་པ་ལ་ཨ་ནི་དེ་ཡིན་གཅིག་གནང་ཐུབ་བ་ཡིན་ན་ཨ་ནི་ཐུབ་བའི་ཞེ་བོ་བཟོས་ས་རེད་ལ་ནི་ཞོལ་ཡིན་ཐུགས་ཆེ་གནང་ད་ག་རང་ཡིན་བཀའ་དྲིན་ཆེ། ཚོགས་གཞོན་བྱམས་པ་ལགས་དྲི་བ་གོ་བ་ལེན་གི་ཚར་རོ་བ།

ད་ལྟ་ཚུལ་རིམ་བཟང་མོ་ལགས་ཀྱིས་དྲི་བ་གནང་ཡ་དེ་རེད། བོད་ཡིག་ནས་དྲི་འདི་བྲིས་ན་འགྲིག་གི་རེད། ག་ཚ་བོད་ཡིག་ལ་བྲིས་ཡ་དེ་ཨ་ནི་ག་འདྲས་ལ་ད། དེ་ད་ང་ཚོའི་དེ་ཞོལ་ཡིན་ད་ང་རང་ཚང་མར་བ། ང་ཚོའི་རིག་གཞུང་དང་སྐད་ཡིག་དང་འདི་ཚང་མ་ལ་འདི་བྱེད་འོ་རེད་ལ་དེ་ཡ་དེ་ལབ་ན་ཡ་བདེ་འོ་མི་འདུག་ད་ཡིན་ནའི་ད་འདས་ཆགས་ལ་འོས་བླུག་ཡ་དེ་གལ་ཆེན་པོ་ཡིན་དུས་གང་འདས། གལ་སྲིད་ཡི་གེ་བྲིས་ངེས་དེ་སོ་སོ་དོལ་ཐང་རང་གི་བྲིས་ཡ་འདོད་པ་ཡོད་པ་ལ་བོད་ཡིག་ཤེས་ཀྱི་མེད་ན་ཨིན་ཇི་བྲིས་ན་འགྲིག་གི་རེད་ཞོལ་ཡིན་འོད་ད་འདི་འདི་འོ་ར་ད། ང་ཚོ་འོད་བྲིས་པའི་སྐབས་དུ་ལ་ཡིན་གཅིག་མིན་གཅིག་ད་བོད་ཡིག་ཤེས་ཀྱི་མེད་ན། འདོད་པ་ཡོད་པ་དེ་སོ་སོ་རང་བྲིས་ཡ་འདོད་པ་ཡོད་ན་ཨ་ནི་དབྱིན་ཇིའི་ཐོག་ནས་བྲིས་ནས་འགྲིག་གོ་རེས་ག་ས་ན་འོས་བསྡུའི་ཚོགས་མི་རྣམས་ལ་དབྱིན་ཇིའི་བློ་ཞིང་ཚང་མ་ཏག་ཏག་ཕྱིན་རྒྱུ་ཡོད་ན་ཨ་འདི་འོས་བསྡུ། མཐའ་མའི་འོས་ཤོག་དེ་སྐབས་བོད་ཡིག་ནང་བསྟོད་བསྐུར་བ། ཨ་ནི་དབྱིན་ཇི་མ་ཤེས་ནས་གཞོན་ནུ་ག་རེ་བྱས་པ་རེད་ཟེར་གི་ཟེར་གི་ཡོད། ཨ་ལས། ཐ་མའི་འོས་གཞི་ག་ལ་འདི་ཁོ་བོའི་ཡིན་ནས་ཀྱི་ཁོ་ལ་ལས་རྟགས་ཡོད་རེད་པར་ཡོད་རེད་རོ་ཨ་མི་ངོ་ཤེས་པ་ད་འདི་སུ་སུ་མི་གི་མི་ངོ་ལྟ་ཆོས་ནི་འོས་ལ་ལུག་ཡ་རེད་མི་ཤེས་བྲིས་གོ་ཡ་གས་ཁུ་བྱེད་ཡོད་མ་རེད་བྱས་ཙང་འདི་ཡོད་འདི་ག་འདི་འདི་དཀའ་ངལ་གས་ཁྲིག་མ་རེད་བསམ་གོ་དེ་ནས་དེབ་ལྗང་གུ་གི་འདི་དུས་ཚོད་ཕར་རྐྱང་ལ་ཡ་འདི་ད་ག་ཚེན་ས་གནས་ཁག་འདི་འདྲ་འདི་ས་གནས་ས་ཐོ་ནི་རྒན་བཞེས་གོ་ད་ངས་ཨ་ད་འདི་ཡམ་ཚན་པོ་ཞུ་ཐུང་གི་འདུག་ར་མི་མང་པོ་ཅིག་གི་དངུལ་ཆ་ཚང་ཕུལ་བྱས་ར་དུས་རྐྱང་བཅས་གནང་མི་འདུག་འདི་ལ་དེ་ད་ངས་གོང་གསལ་མེད་དང་འདྲ་བར། བཅའ་ཁྲའི་ལབ་དེ་བསྡུས་ན་ངས་དངོས་གནས་སུམ་རྩ་བརྟག་པའི་བཀའ་དྲིན་ཆེན་པོ་རེད་དེ་བ་ལ་སོ་སོ་ལས་ཀ་འདི་བྱེད་ནི་བྱེད་དགོས་རེད་ཡིན་ན་རྣམ་པ་ཚོ་གི་རྒན་ཏིས་བཞེས་ནི་ར། དངུལ་འདི་གླེང་རྐྱང་གླེང་སྡུག་ངས་ལ་འདི་ལམ་སར་གླེང་དགོས་རེད་ཡག་པོ་རེད་ཡིན་ནས་མཉམ་འདུག་མཉམ་འདུག་དུས་ཚོད་ཕར་འགྱངས་འདུག་མི་འདུག་ཟིག་དགོས་ཐག་ཆང་གལ་ཆེན་པོ་རེད་བསམ་གི་འདུག་ཁ་སང། ང་ཚོ་དངོས་གནས་བྱེད་ན་མི་དོ་བདག་སོ་སོ་གིས་དོ་སྣང་བྱེད་དགོས་ར་སོ་སོ་དུས་ཚོད་འདི་ཚང་འདུག་ཕར་འགྱངས་འདུག་མི་འདུག་གལ་སྲིད་མེད་པ་ཡིན་ན་ཨ་ནི། ངུ་ཞེས་པའི་ག་ལ་ཁྱོད་རང་འདི་དུས་ཚོད་ཕར་འགྱངས་འདི་ས་གནས་ས་ཐོག་ནས་གནང་ཡ་རོགས་ཨ་འདི་ང་ཚོ་དབུས་ལ་ཡར་འགྲོ་དགོས་ཡ་ཁྱོད་པར་ཏི་ཚང་འདི་དུས་ཚོད་ཕར་འགྱངས་བྱེད་དགོས་འདུག་དྭགས་ས་གནས་ནས་ས་གནས་ནས་དུས་ཚོད་ཕར་འགྱངས་གནང་དགོས་དེ་ཧ་ཅང་གལ་ཆེན་པོ་རེད་འདི་ས་གནས་ས་ཐོག་ནས་གནང་དགོས་ཡ་བྱེད་རེད་ཞུ་ཡ་ཡིན་དེ་ནས་ད་ལྟ་དོན་ནོར་བུ་ལགས་མོ་ལགས་ཀྱིས་དྲི་བ་གནང་ཡ་དེ་རེད་ཉིས་སྟོང་ཉི་ཤུ་རྩ་དྲུག་སྤྱི་ཟླ་གསུམ་པའི་གི་བཅའ་ཁྲལ་དེ་ག་འདྲས་རེད་ཟེར་འདི་ང་ཚོ་གི། སྒྲིག་གཞི་ནང་རང་ཡོད་རེད་བ། འོད་ག་དུས་བླུག་བས་ན་འོད་དེ་གི་ལོ་དེ་གི་དཔྱ་ཁྲལ་ཆ་ཚང་སྤྲད་དགོས་རེད། ཨ་ནི་ང་རང་ཚོ་བོད་གཞུང་གི་དངུལ་རྩིས་དང་ཚང་མ་དེ་ཨ་ནི་སྤྱི་ཟླ་བཞི་བའི་ཚེས་གཅིག་ནས་སྤྱི་ཟླ་གསུམ་པའི་གསུམ་སོ་གཅིག་བར་དུ་ང་ཚོ་དངུལ་རྩིས་འགྲོ་སྟངས་རེད་ད Financial Year ལ་འོ་ར་ང་ཚོ Fiscal Year Financial Year དེ་སྤྱི་ཟླ་བཞི་བ་ནས་སྤྱི་ཟླ་གསུམ་པ་གི་བར་དུ་ཆགས་ཀྱི་ཡོད་དུས་ཨ་ནི་ལོ་དེ་གི་དངུལ་ག་ཚོད་ན་ག་དུས་འོས་བྱེད་དགོས་ན་འདིའི་འོས་ལོག་འདིའི་ལོག་གི་དངུལ་ཆ་ཚང་ཕུལ་ཚར་བ་སྐོར་རེད། འདི་ལ་དུས། ད་ལོ་ཉིས་སྟོང་ཉི་ཤུ་རྩེ་ལྔ་གི། སྤྱི་ཟླ་གསུམ་པ་བར་དུ་དངུལ་ཆ་ཚང་ཕུལ་ཚར་བ་སྐོར་དངོས་གནས་བྱེད་ན་ག་ཚོད་ན་ཁོ། འདིའི་ག་ཟླ་ཉི་ཤུ་རྩ་དྲུག་གི་སྤྱི་ཟླ་གསུམ་པ་བར་དུ་ཕུལ་ཚར་བ་ག་ཚང། ཨ་མདའ་དུས་ཡ་དེ་ཉིས་སྟོང་ཉི་རྩེ་ལྔ་གི་དངུལ་རེད་ད་ལྟ་ཁོང་ཚོ་སྤྱི་ཟླ་གསུམ་པའི་གི་ཉི་ཤུ་རྩ་དྲུག་ལ་ཡ་རྗེས་ར། ད་ཡིན་ན་ནའདེ་ངས་གང་ལྟར་ང་ཚོ་ཁ་ཚང་ད་འོས་བསྡུ་ལས་ང་ལ་འདི་ས་གནས་ག་བ་དམིགས་བསལ་གྱི་ཨ་རིའི་ནད་དེ་མང་པོ་འབྱོར་ཡོད་དུས་ག་རེ་གནང་གི་འདུག་ཟེར་ན་རྣམ་པ་ཚོ་ཉིས་སྟོང་ཉིས་སེ་ལྔ་དང་ཉིས་སྟོང་ཉིས་སེ་ལྔ་རང་ལ་བསྡུ་གནང་གི་འདུག་ཨ་ཕྱི་ཟླ་དང་པོ་ནས་ཕྱི་ཟླ་བཅུ་གཉིས་བར་ད་དེ་ཡིན་དུས་ག་འདི་ད་ང་ཚོ་ཁ་སེང་ཁོང་དོན་འདི་འོས་ས་གནས་འོས་བསྡུ་འགན་འཛིན་རྒྱུ་འདུག་ཟེར་ནས་ཨ་ནི་བཀའ་འདྲི་གནང་ངེས་ད་ས་གནས་ག་བ་ག་ས་ནའདི་ཕེབས་དུས་ག་འདི་ང་ཚོ་མ་ག་རེ་ཞུ་ཡོད་རེད་ཟེར་ན། སྒྲིག་གཞི་ཤེས་ཚོང་གི་སྤྱི་ཟླ་གསུམ་པའི་ཚེས་གསུམ་སོ་གཅིག་བར་ཕུལ་ཚར་གོ་རེད། ཡིན་ནས་ད་ལྟ་དེབ་སྐྱེལ་བྱེད་དབའི་སྐབས་དུ་ལ་ཨ་ནི་གལ་སྲིད་ཉིས་སྟོང་ཉིས་བརྩེགས་ང་རང་ཕུལ་ཤེས་ན་ད་ག་རང་ལ་སྒྲིག་པ་གནང་རོགས་གྱིས་དེབ་སྐྱེལ་གནང་རོགས་གྱིས། ཡིན་ནས་ཉིས་སྟོང་འོས་བླུགས་པའི་སྐབས་ལ་ཉིས་སྟོང་ཉིས་རྩ་དྲུག་ལས་འགོར་ད་ཕལ་ཆེར་སྤྱི་ཟླ་བཞི་བའི་ཉིས་རྩ་དྲུག་ལ་དེ་སྤྱི་ཟླ་གསུམ་པ་དེ་རྒྱས་འགྲོ་དགོས་དུས་ཨ་དེའི་དུས་གང་དེ་ཆ་དངུལ་དེ་ཉིས་རྩ་དྲུག་གི་ཉིས་བཅུ་རྩེགས་ལྔ་གི་ཆ་དངུལ་དེ་སྤྱི་ཟླ་གསུམ་པའི་ཚེས་གསུམ་སོ་གཅིག་བར་དེ་དུས་འདི་བསྡུས་ཚར་བ་གནང་རོགས་གྱིས་ཟེར་ན་ནི་ང་ཚོ་རྡོ་སི་མ་ལམ་སྟོན་ཞུས་ཡོད་ཆེ་ས་འདི་ཡིན་དུས་ང་ད་ཉི་གསལ་ངང་པར་དུ་ཕུལ་བཞག་ཡོད་ན་འགྲིག་གོ་རེད་ད་འདས་ཤག་ལ་རོགས་ང་ཚོས་འདི་དམིགས་བསལ་གྱིས་ཁ་ན་སྒྲིག་ཤིག་ན་ལ་ཡིན་གཅིག་མིན་གཅིག་ལོ་འདི་གི་ཕུལ་ཚར་བ་རེད་ད་ང་ཚོའི་ལོ་རྩིས་ཚང་བརྗོད་རོགས་གཞུང་གིས་བོད་གཞུང་གི་དངུལ་རྩིས་རྩིས་ཚང་འདི་བོད་མི་སྒྲིག་འཛུགས་དངུལ་རྩིས་རྩིས་ཚང་འདི་སྤྱི་ཟླ་བཞི་པ་ནས་སྤྱི་ཟླ་གསུམ་པ་བར་ཆག་གོ་རེད་ཆེ་ས་འདི་ཡིན་དུས་ད་ལྟ་ཉིས་སྟོང་ཉིས་སྟོང་ཉི་གསལ་ངང་གི་དངུལ་འདི་སྤྱི་ཟླ་བཞི་པའི་ནས་བཅས་སྤྱི་ཟླ་གསུམ་པ་འདི་ཆག་གི་ཡོད་དུས་ཨ་ནི་དེ་ཨ་ད་རྩིས་འགྲོ་སྟངས་ཀྱི་ཕྱོགས་ནས་འདི་ཆག་གོ་རེད་ཡིན་ནས་ད་འདས་ཤག་ལ་ང་ཚོས་གི། ཉི་ཚེ་ལྔ་ཕུད་བཤད་པ་ཆ་ཚང་ཕུལ་ཡོད་ན་འགྲིག་པ་ཅིག་ལ་ངོས་འཛིན་བྱེད་ཡ་གི་ང་ཚོ་ད་འདི་ཐག་ཆོད་ཡོད་རེད་ཞུ་ཡ་ཡིན་ར། ད Negative Campaign འདི་ག་སྟེང་ནས་བྱས་ལ་ན། Election ང་ཚོའི་གི་འོས་བསྡུ་གི་གསལ་བསྒྲགས་བྱས་པ་ཉིན་མ་ནས་ད། སྒྲིག་གཞི་གས་ད་ག་རང་ཆག་གོ་རེ་ཁ་སང་ཁོ་འོས་བསྡུ་གི་ལས་རིམ་འགོ་ཚུགས་ཚར་བ། ལས་རིམ་འགོ་ཚུགས་ཚར་དུས་གསལ་བསྒྲགས་བྱེད་ཡ་ད་འོས་མི་དོན་ཡ་འགོ་ཚུགས་དུས་སྒྲིག་གཞི་གས་ད་ག་རང་ནས་ལག་ལེན་བསྟར་གོ་ཡ་ཆག་གོ་རེ་བྱེད་ས་དེ་ཡོད་དུས་ད་ལྟའི་ང་ཚོ་སྒྲིག་གཞི་དེ་ཁ་ཚིན། གསར་འགོད་གསལ་བསྒྲགས་ག་ལ་གསལ་བསྒྲགས་ཡ་བྱེད་ཡོད་ད་ནས་ད་ཡིན་ཅིག་མིན་ཅིག་མི་ཡི་གི་མདུན་ལ་ཡོང་ནི་ལ་ན་མི་ཤེས་ཨ་ནི་ཡ་ང་ཚོ་གོ་མ་སོང་ལ་ཡ་འདྲ་བོ་ཅིག་གནས་སྟངས་ཅིག་ཆག་གི་འདུག་བ་བྱེད་ས་དེ་ཡོད་དུས་རྒྱ་གར་གི་ས་གནས་ཡོད་དོ་ཅོག་ལ་ང་ཚོ་སྐོར་སྐྱོད་བྱེད་ནི་མ་ཞུས་ཡོད་རེད། ད་ཕྱི་སྐད་ཡུལ་གྱི་ས་གནས་ཆེ་ཁག་ཚང་མ་ལ་ང་ཚོ་སྐོར་སྐྱོད་བྱས་ནས་ད་འདས་ཆགས་ལ Australia ལ་ང་ཚོ་འོས་བསྡུའི་འགན་འཛིན་སློབ་ས་ཤི་ལ་ཕེབས་ཡོད་རེད Europe ལ་དགོང་མོ་གནང་ས་ལ་ཕེབས་ཡོད་རེད་ཨ་ནི་བྱང་ཨ་རི་ལ་ང་འདུག་ཅག་ནི་ད་ང་ཚོས་གཅིག་གཅིག་གཉིས་གཉིས་མ་དམིགས་བསལ་གྱི་གལ་ཆེ་ཤོས་དེ་འོས་བསྡུའི་སྒྲིག་གཞི་དེ་ང་ཚོ་མི་རེ་རེ་བཞིན་དུ་ད་ད་ངེས་ངེས་མ་སྒྲིག་གཞི་ཆ་ཚང་བློ་རུ་བ་སྒྲིག་གཞི་རྒྱས་པ་དེ་དེ་དེ་ཆགས་སྐོར་སོང་ཅི་ད་འདི་ཡོད་འདི་འདི་ཡིན་ཅི་མི་ཅི་ཚང་མས་གི་འགན་བཞེས་ནི་འདི་ལག་ལེན་བསྟར་ཡ་ཡིན་ར་ཆེད་དུ་ང་ཚོ་སྒྲིག་གཞི་བཟོས་ར་འདི་ལག་ལེན་བསྟར་ཡ་རང་རེད་ད་ནི་ངས། ད་གིན་ཚིག་ཐག་ཆོད་པོ་ཅིག་ཞུས་ཡིན་བསམ་གི་འདུག་བྱས་ཙང་དེ་ཡིན་དུས་རྒན་ཁྱེད་དེ་ས་གནས་ས་ཐོག་ནས་ཕེབས་ཁྱེད་གནང་དགོས་རེད་ས་གནས་དེ་ལ་སུས་ཀྱི་ཕག་ཚོ་སྐྱོན་བརྗོད Negative Campaign བྱེད་ཀྱི་འདུག་སྒྲིག་གཞི་རྒྱས་པ་གང་ཆེ་སུས་ལག་ལེན་བསྟར་གྱི་འདུག་དེ་ས་གནས་ས་ཐོག་ནས་གཟིགས་དགོས་རེད་ང་ཚོས་བལྟ་གི་ཡོད་རེད་ད་ཡིན་ན་ང་ཚོ་ང་ཚོ་ལ་སོ་སོ་གི་ས་མཚམས་བྱེད་རོགས་ལས་ཀ་བྱས་ཙང་དེ་འོན་དེ་ལ་དེ་ནི་ང་ཚོ་བལྟ་དེ་ཡོད་རེད་ཨ་ནི་ས་གནས་ས་ཐོག་གི་ལས་ཀ་དེ་ཚོ་ཏག་ཏག་གནང་གི་འདུག་མི་འདུག་དེ་ཡང་ང་ཚོ་གི་བལྟ་དེ་ཡོད་རེད་ཞུས་ཡ་ཡིན Means ང་ཚོ་རྒན་ཡོད་རེད་ང་ཚོ་དེ་ལ་དོ་སྣང་བྱེད་ཀྱི་ཡོད་ཞུས་ཡ་ཡིན་དེ་ནས། འོད་དེ། ཚོགས་མི་གི་ཡོང་སྟངས་འདི་སྒྲིག་གཞི་ལ་ནི་ང་ཚོ་གིས་ད་སྒྲིག་གཞི་རང་བཞིན་གྱིས་བྱེད་འོ་རེད་ས་ནི། སྤྱི་ཡོངས་ཀྱི་དུས་སུ་རེད་དེ་ནས་ས་གནས་སྲ་བརྟན་ལ་ཡང་ལམ་དང་ལུགས་སྲོལ President འདི་འདྲས་ཇི་ཡོད་ལ་ནི་འགྲོ་བསྡད་འདུག་བྱས་ཙང་འདི་ཡིན་དུས་ད་ལྟའི་གི་ཆར་ད་ང་ཚོ་ག་རེ་ཡོང་པ་འདི་དེ་རེད་མ་འོངས་པ་འདི་འདྲས་ཀྱི་བཟོས་དགོས་འདུག་གསུངས་པ་དེ་ངས་ད་ལྟའི་ཐོ་རྒྱབ་བྱས་ཡ་ཨུའི་དེ་ལས་འགའ་ལས་ཡ་ཞུ་ཡ་ཡིན་རོ་ས་ནས་ས་ནས་དེ་འདྲས་འདྲས་དགོངས་འཇགས་འདུག་ལ་ནི་འོ་འདི་ངའི་འདུག་ཟེར་ནས་ཞུ་ཡ་ཡིན་ཨ་ནི་ད་དེ་ལ་ཡང་སྣོན་སྤེལ་དེ་ས་གནས་ནས་གནང་དགོས་ཡ་ཡོད་ན་ས་གནས་འོས་བསྡུ་འགན་འཛིན་དང་ས་གནས་འོས་བསྡུ་ཚོགས་མི་འགའ་རེ་གནང་རོགས་གནང་ཞུ་ཡ་ཡིན། ད་འོས་བསྡུ་འགན་འཛིན་ལས་འབག་གིས་འདས། ཁ་ཕྲལ་ཞུས་ནས་རེད་ལམ་སྟོན་གནང་བ་ནི་བཞིན་ཨན་ད་ལྟ་ནིའུ་ཡོག་གི་འོས་བསྡུ་ཚོགས་ཆུང་འགའ་ལ་ཡང་ད་ལྟ་ངས་གསལ་བཤད་ཅིག་བྱེད་ཡིན་ཏེ་ཡིན་པའི་ནི་ཨན་ད་ལྟ་དྲི་བ་དྲི་ངའི་དོ་བདག་གིས་ཡང་ཚིག་ཐག་ཆོད་ཅིག་གསུངས་ཡོད་དུས་ཕྱོགས་གཉིས་ཀ་གི་དེའི་གོ་ས་གནས་ཚུལ་གོ་དགོས་དེ་གལ་ཆེན་པོ་ཡོད་དུས་ཨན་དེ་ས་གནས་ཀྱི་འོས་བསྡུའི་མགོ་འཛིན་རུ་བ་དེ་སྐལ་བཟང་ལགས་བསྡད་ཡོད་དུས་ཨ་འདི་ཡིག་ཆ་དཔང་རྟགས་ཀྱིས་བསྟན་ཡོང་དགོས་འདི་ཡང་མི་མང་གིས་མཁྱེན་རྟོགས་བྱེད་དོ་དེ་ཡས་མཁྱེན་པ་བྱུང་ན་ཨ་ནི་མི་མང་གིས་དགོངས་པ་བཞེས་ཡས་ལ་ཏན་ཏན་ཐུ་བྷན་སོད་ཡུག་རུ་བསམ་གྱི་འདུག་འདི་ཡིན་དུས་ཨ་འདའི་འོ་དུས་རྒྱལ་མཚན་ལས་འཕགས་ཀྱི་བཀའ་གྲོས་དང་སྦྲགས་ཨ་འདའི་ཁོང་སྐལ་བཟང་ལགས་འདི་གནད་དོན་དེ་ག་རང་གང་མ་གཏོགས་ཨ་འདི་གསུང་མ་བ་གནང་རོགས་གནང་ཅིག་ཞུ་ཨ་འདིའི་རྗེས་ལ་ཨ་ཕམ་ཅིག་ཞུ་རོགས་གནང་ཨ་ནི་ཚོགས་གཞོན་ག་ཚ་ལྕམ་ལགས། མཇུག་བསྡུ་འདྲ་འདྲི་གི་འདུག། ཨ་དེ་ཡིན་ད་ད། བཀའ་མོལ་ཅིག་འགྲོ་བསྡད་ཡོད་འདུག་བ། བཀའ་མོལ་འདི། ང་ཚོ་ལ། ས་གནས་འོས་བསྡུ་ལས་ཁང་གིས་བཀའ་རྒྱ་འདི་ཕེབས་པ་རེད། བཀའ་རྒྱ་འདི་ཕེབས་པ་ཞེས་གསུངས་གི་དོན་ཚོ་ཐུང་ཐུང་ཅིག་ནང་ལ། ས་གནས་འོས་བསྡུ་ཚོགས་ཆུང་འདི་བཙུགས་དགོས་དགོས་རེད། བཙུགས་རྗེས་ནི་ཕམ་ཤོག་དེ་ག་རྒྱང་བཅས་ཡར་བཏང་དགོས་དགོས་རེད། དེ་ཡིན་དུས་ཙམ་པ། ང་ཚོའི་གི་འདི་དང། བྱང་ཨ་རིའི་ནང་ལ། འོས་བསྡུ་བྱ་ཡུལ་གྱི་སྡེ་ཚན་སུམ་ཅུ་ཐམ་པ་ཡོད་རེད་འདུག། འོས་བསྡུ་བྱ་ཡུལ་གྱི་སྡེ་ཚན། སྡེ་ཚན་སུམ་ཅུའི་ནང་ནས། སྡེ་ཚན་བཅུ་བཅུ་ལ། ཨ་ནི། འོས་བསྡུ་ཚོགས་ཆུང་གི་ཚོགས་གཙོའི་ངོས་ནས་གི་ཨ་ནི་སྐུ་ཚབ་རེ་བསྐོས་གནང་ཡོད་རེད། ད། བཅུ་བདེ་གེ་གི་སོ་སོའི་གི་འབྲེལ་བ་བྱེད་ས་གཅིག་གཅིག་བྱས་ཡོད་རེད། དུས་བཅད་ནི་ད་དུས་ཚོད་འདི་འདྲའི་ཞིག་ནང་ལ་གྱོག་གུ་ཞིག་འགྲོ་དགོས་དུས་ང་ཚོ་གིས་བཀའ་འདྲི་ཞུ་བར་ད་ག་འདྲ་བྱས་ན། སྒྲིག་གཞིའི་དགོངས་དོན་དངོས་གནས་སྒྲིག་གཞི་དགོངས་དོན་གནང་ཐུབ་ན་ད་ཞེ་བོ་ཡག་པོ་རེད་ཤག་ང་ཚོ་སྤྱི་མཐུན་ཚོགས་པ་ལ་ལས་ཀ་མི་འདུག་ག་ང་ཚོ་ལ་ད་གོ་ཡ་དེ་རེད་ཤག་ཡ་ཨོ། ད་ཡིན་ན་ནི་འགའ་ལས་ཡིན་ན་མ་བཀའ་རྒྱ་དེ་སྤྱི་མཐུན་ཚོགས་པ་གནང་བ་རེད་སྤྱི་མཐུན་ཚོགས་པའི་གི་འགན་ཞིག་ཁེལ་དགོས་ཀྱི་ཡོད་རེད་འགན་ཞིག་ཁེལ་ནི་ཨ་ག་འདྲ་བཙུགས་འདུག་བྱས་བྱས་ཡ་མ་བྱས་ནི་ཨ་ནི་འདི་གས། སྤྱི་མཐུན་ཚོགས་པ་རང་གི་རྒྱུན་ལས་ནས་བྱས་བཞག་པའི་ན་ཉོན་མྱོས་བཅོས་སུ་མི་མང་འདེམས་བྱ་བའི་གི་མི་མང་དིར་བ་འཐུས་མི། ཆོལ་ཁ་ཆོས་ལུགས་དབྱེ་བ་ཡོག་མ་ར་མ་འདྲི་གི་མི་འདུག་ད་ཡིན་ན་དིར་བཅས་པའི་གི་ཏག་ཏག་རང་ཡོང་གི་མ་འདུག་ང་ཚོ་ད་དིའི་ནང་ལ་ཆོལ་ཁ་གསུམ་ཡོད་པ་ཡིན་ན་ཆོལ་ཁ་གསུམ་ནང་ལ་སྔོན་འདུས་པའི་གི་བོད་པ་གཅིག་ཡོག་མ་རེད། དེ་བྱས་ནི་རྒྱུན་ལས་ནང་ལས་འོས་འདེམས་བྱས་བྱས་འོས་བསྡུ་ཚོགས་མི་ལྔ་བྱས། གཟུགས་རང་གཉིས་བྱས། ཆོས་ག་རེ་རེ་ལ་ཨ་རྣམ་པ་ཚོ་འོད་འདོན་བྱས་བྱས་འོད་དུ་ཚུགས་མི་གཉིས་གཉིས་དང་གཟུགས་རང་རེར་ནང་རོགས་བྱས་བྱས་མི་བཅུ་དྲུག་ལས་གྲུབ་བས་ཀྱི་ཚོགས་ཆུང་གཅིག་གཉེར་བསམ་ཞུས་བྱས་ནས་ཕམ་ཤོག་བརྒྱངས་པ་རེད་བཏང་པ་རེད། སྤྱི་ཟླ་བཞི་བའི་ནང་རེད་དེ་ལྟ་བཞུགས་ལ། ཨོ་ཨ་ནི་དེ་ནས་བྱས་ནས་ད་ལྟ་བར་དུ་དེ་གང་ལ་གང་ཡང་སོང་གི་ཡོད་མ་རེད། ད་དེ་ནས་ཀྱི་ད་ལྟ་བཀའ་མོལ་ཞུ་འཕྲོ་བསྡད་ཀྱི་འདུག་བ། བཀའ་མོལ་འགྲོ་དུས་ཙམ་ལ་གསལ་པོ་ཞུས་བྱའོ་དེ་ང་ཚོ་དེ་ནང་སོར་བ། ཨོ་དྲ་རྒྱ་ནང་ཆེ་ན་གསལ་པོ་ཤེས་འདུག་གོ་རེད། ང་ཚོ་འདིར་ཚོགས་པ་དྲུག་གིས་དྲ་རྒྱ་བྱོས་པ་དེ། སྤྱི་མཐུན་ཚོགས་པའི་འོག་ལ་ཚོགས་པ་ཆེ་ཁག་ལྔ་བྱས་པས། འདི་ན་གཞོན་ནུའི་ཚོགས་གཙོས་ཀྱིས། སྤྱི་མཐུན་ཚོགས་པས་ཀྱིས་གཅིག་སྒྲིལ་དེ་གཏུར་བཤིག་བཏང་ཕྱིར་བསྡུ་འདྲེ་བྱས་སུ་ད་སོང་ཡོད་རེད། དེ་ཉིན་གྲལ་བཤད་རྒྱས་བཤད་རྒྱས་རྒྱབ་ཡོད། སྐར་མ་བཅུ་ལྷག་རྒྱབ་ཡོད། སེང་གེ་ཡིན་ན་ཚིག་རེ་རེ་བཅད་སེང་གེ་ཡིན་ན་ཡག་པོ་ཡོད་རེད་བསམ་གྱི་འདུག། ཨ་ནི་འོས་བསྡུའི་གི་ལས་དོན་གི་བྱེད་སྟངས་ཐོག་ལ་ཞུ་གཏུག་རྒྱག་ས་དེ་ཁྲིམས་གཏུག་བྱེད་ན་ས་གནས་འོས་བསྡུ་གྲོགས་རེད་དེ་ནས་དབུས་འོས་བསྡུ་གྲོགས་རེད་དེ་ནས་གི་དག་ཆུ་མ་འདི་བྱེད་དེ་ཁྲིམས་གཞི་ཁག་སྐབས་གཏུག་གྲོགས་རེད་འགྲོ་སྟངས་འདི་འདྲ་བྱེད་རིན་མི་ཡོག་རེད་ཅེས་བྱས་ཞུ་ཡིག་མ་འདི་རྒྱུགས་སླེབས་མེད། ད་དེ་ནས་གི་ཨ་ཨོ་ཕི་ཤེལ་དུ་ག་གཞུང་འབྲེལ་རང་བཅས་ནས་གཞོན་ནུའི་གི་ཕྱག་བྲིས་ཅིག་འབྱོར་སོང། ཕྱག་བྲིས་འདི་འབྱོར་ནི་མ་རེད་འདི་སྐྱིད་དེ་ཡང་བསྐྱར་སྐོར་ཅིག་རྒྱབ་རེད་གཞོན་ནུ་འདུག་ཨོ་སྙེ་སེ་ན་མི་འདུག་ཞུ་ཡིན།

ང་ཚོ་སྤྱི་ཚོགས་སྒང་དེ་བསྡད་མཁན་རེད་བ། སྐད་ཆ་ཆུང་ཆུང་ཞིག་ཁྱེད་ཅག་དཀྲུགས་ཟུར་ན་སྤྱི་ཚོགས་འཁྲུག་གི་འདུག་བ། ད་ལྟ་བར་དུ་ངས་འདིའི་ཉི་མ་ཞུས་ཡོད། ཉུལ་བ་དང་ཉུལ་བྱེད་སའི་སྐབས་བཅུ་དགུ་པའི་སྤྱི་མཐུན་ཚོགས་པ་འདིས། སྒང་དུ་སྐྱིད་སྡུག་གི་གཅིག་སྒྲིལ་གྱི་ནུས་པ་བཏོན་ཡང་ཐོག་ལ་ཤུགས་རྒྱབ་ཡོད། བཀའ་བརྒྱུད་གནང་མཁན་བྱུང། གདོང་ནག་པོ་སྟོན་མཁན་བྱུང། ཡིན་ན་ལས་ངན། བཙན་བོའི་དམ་བཅའ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཚད་མེད་ཞུ་མཁན་དང། ཟློས་གར་བསྟན་མཁན་སྤུས་བེད་ཀྱི་འབུལ་བ་ཡོངས་རྫོགས་ང་ལག་པ་བཏང་གི་ཡིན། ཉི་མ་དང་པོ་དག་ལོས་ཡིན་ད་ལྟ་བར་བྱས་བསྡད་ཡོད་ད། ཅེས་སོགས་པ་དེ་ཉིད་གསལ་པོ་བཅས་བཞུགས་ཡོད། འོ་དེ་ཡིན་དུས་གནས་ཚུལ་དེ་ཚོ་ཡིན་ན་མཁྱེན་དགོས་དེ་གལ་ཆེའོ་རེད་བྱ་ཡང་ཅིག་མང་ཁྱིམ་ཡིན་ན་སྤྱི་ཚོགས་ནང་ལ་ངའི་དེའི་ཚིག་དེ་གཏུབ་བྱས་དྲུག་ཡོད་ཟེར་ཕལ་ཆེར་ཁྱོད་ཁྲིམས་འཛུགས་བྱེད་ཟེར་ཡ་དེ་ཚོ་དུག་སུ་རེད་ད་ག་ད་དུག་བྱས་ནས་ཨ། འདི་ང་ལ་ཡི་གེ་འབྱོར་ནས་ངས་ཨ་ནི། ངའང་ལ་འདི་ཐག་གཅོད་བྱེད་དབང་ཆ་ཡོད་མ་རེད། ཡིན་ན་བོད་མིའི་ཚོགས་གཙོ་དང་གཞོན་ནུའི་ཚོགས་གཙོ་གཉིས་ཀྱི་ཕམ་ཤོག་དེ་གྱང་རྗེས་གནང་མ་ཚོས་ཡི་གེ་འདི་དག་སྙིམ་དོ། ཡི་གེ་འདི་ཁོ་ན་ཚོ་ངོ་བཤུས་བཏང་ཚར་དབུས་འོས་བསྡུ་ལས་བཏང་ཡོད་རེད་ས་གནས་འོས་བསྡུ་ལས་ཕུལ་ཚར་རེད། བཏང་ས་དེ་ང་བཏང་རེད་ཨ་ནི་ངས་གི་འདི་ལ་རྒྱབ་གཉེར་བྱེད་ཆེད་ཕུལ་དགོས་བཞུ་ཡིན། ཕུལ་དགོས་བཞུ་དུས་ཚོད་མ་ད་འདི་བྱས་ན་འགྲིག་མི་འདུག་ང་ཚོ་རྒྱུན་ལས་དགོས་ཐུག་ཅིག་ཡིན། ཨ་དགུ་སྡུག་བྱས་ནས་ཆོས་སྒོ་གསུམ་ལ་གང་སྤྲད་དགུག་ཡོད་གསུངས་འདུག་ཨ་འདི་ཡང་ང་དག་ས་གནས་འོས་བསྡུ་ལ་སྙན་བཟང་ཞུ་གི་ཡིན་དེའི་རྗེས་ནས་ང་ཚོས་ཐབས་ཤེས་བྱེད་ཀྱི་ཡིན་ཟེར་ཞུས་པ་ཡིན། དེ་མ་གཏོགས་ཅིག་གིས་ང་འདྲ་བ་ཅིག་ཡིན་ན་དེ་འདྲའི་སྒང་ལ་འཐེན་འཁྱེར་བྱེད་དགོས་དང་ཁ་དགོས་ཅིག་མེད། མཁྱེན་གསོལ་བ། འོ་དེ་གསལ་པོ་གསལ་རྐྱང་ཅིག་བྱུང་ན་ང་ཚོ་མུ་མཐུད་ལས་ཀ་བྱེད་དགོས་ར། ད་ལྟ་ལས་ཀ་འགོ་བཙུགས་འགྲོ་གི་ར་ཤི་ནའི་འགོ་བཙུགས་དགོས་ར།

བོད་གཞུང་གི་རྩིས་འགོ་འདི་ཟླ་བ་གསུམ་པའི་བཞི་པའི་གཅིག་ནས་གསུམ་པའི་གསུམ་སོ་གཅིག་བར་དུ་རྒྱག་གི་ཡོད་རེད། ང་ཚོའི་གི་ལོ་ལོ་དུས་དྲུག་རེད་ལོ་དུས་དུས་ཡས་དུས་ཉིས་སྟོང་ཉིས་བརྩེགས་ལྔ་པའི་ཞག་དུས་ན་ཉིས་སྟོང་ཉི་ཤུ་བརྩེགས་ལྔའི་སྤྱི་ཟླ་བཞི་པའི་ཚེས་པ་གཅིག་ནས་ཉིས་སྟོང་ཉི་ཤུ་རྩ་དྲུག་གི་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་རྩ་དྲུག་ཚུན་པའི་ཚེ་དུ་བ་རེད།

ད་ངས་སྡོམ་གཅིག་བརྒྱག་རོགས་ཨ་ཕས་མཆན་ཚང་མ་ཚར་ཡིན་ཟེར་ཁ་སང་ང་དེའི་གླེ་ཡ་དེ་རྣམ་པ་ཚོ་ཚང་མ་གི་འོས་བསྡུའི་སྒྲིག་གཞི་དེ་ཡག་པོ་ཅིག་འགོ་ཚོ་ཡ་ད་རོགས་ཨ་དེ་སྒང་ལ་ཚང་མས་གི་འགྲོ་ཐུ་ཡ་ད་ཚང་མས་གི་དེ་བྱེད་ཡ་ཅིག་ངས་གི་རེ་བ་བྱེད་གི་ཡོད་ད་ད་འདས་གི། གནས་ཚུལ་གས་སྐུ་ཞེ་ཐག་འདི་དོགས་པ་ཡོང་དགོས་ཡ་ཡོད་མ་ཚང་མ་ཡིག་ཐོག་ན་ཡོད་དུས་གང་དེ་དྲ་རྒྱ་ན་ལ་མ་གཟིགས་སྒྲིག་གཞི་ག་རེ་རྡོ་དེ་ཏག་ཏག་ཕེབས་དགོས་ཡ་དེ་ཚང་མའི་དགེ་རྒན་རེད་ད་འདི་ལ་གཡོ་སྦྱོར་གཡོ་འགྱོ་གས་འགྲེལ་བཤད་གཞན་པ་བརྒྱབ་ནས་འགྲོ་ཡ་གོ་རེ་ཡོད་མ་རེད་སྒྲིག་གཞི་དེ་སྒྲིག་གཞི་རང་ལ་གནས་པ་ཅི་ནས་ཕྱག་ལས་གནང་ད་ནི་གཉའ་རེ་གོ་རེ་གས་ཡོང་དགོས་ཡ་ཡོད་མ་རེད་ཞུ་ཡ་ཡིན་ད་ད་འདས་གི་ཕལ་ཆེན་འདུག་ད་ད་ངས་གོ་ཡ་བྱས་ན་གཞོན་ནུ་དང་བུད་མེད་སྐད་ཡ་དེ་ན་འོས་བསྡུ་ཚོགས་མི་ན་ཡོད་ས་རེད་ད་དེ་ཡོད་དུས། ང་ཚོ་ལས་ཀ་ག་རེ་ཡིན་ན་བཀྲ་ཤིས་ལོ་ལེགས་མཚོ་ནས་བཞག་བ་ནས་ཡག་པོར་ད་ད་ལྟ་འདི་ཡོད་ན་ད་འགྲིག་བསྡད་བ་རེད་ཨ་ནི། ད་ལྟ་ད་ཆགས་བསྡད་བ་རེད་ནས་མ་འོངས་པ་འདི་རིགས་འདི་ད་ག་འདྲའི་སྒྲིག་གཞི་བཟོས་དགོས་འདུག་འདི་ང་ཚོ་ས་གནས། འོས་བསྡུ་འགན་འཛིན་དང་དབུས་འགན་དབུས་ལ་ཡག་འདུག་ས་གནས་མེ་ཤོད་ནས་ས་གནས་གཅིག་མ་རོག་ས་གནས་མང་པོ་ཡོད་རོག་དེ་ལ་ས་ས་གནས་སུམ་ཅུ་སོ་གྲངས་ཀྱི་གནས་སྟངས་ཚང་མ་ལ་གཟིགས་ནས་ཨ་འདི་བྱེད་དུས་ག་འདའི་འདིའི་སྒྲིག་གཞི་འདི་ག་མགྱོགས་མ་འོངས་པ་ག་འདྲའི་ཆེ་བཟོས་དགོས་འདུག་ད་ད་འདི་ནས་འབོད་སྐུལ་གནང་བ་ནང་བཞིན་ང་ཚོའི་བྱེད་དུ་དེ་དེབ་དགོན་གྱི་ཡ་ཕྱིན་ནས་གོ་བསྡུར་ཞུ་གི་རེད་ད་ཨ་མདའ་ངེད་ཀྱིས་གལ་ཆེན་པོ་གཅིག་གར་ཞུ་ཡས་ན། ད་འདས་ཀྱི་ང་ཚོ་སྲིད་སྤྱི་གཉིས་ཀྱི་འོས་བསྡུ་དེ་ངས་ཁ་ཚང་ག་བ་ཕྱིན་བས་ན་གསང་མ་གསང་མ་ལ་ཞུ་ཡིན་ང་ཚོའི་རེ་བ་དེ་ང་ཚོ་གཅིག་སྒྲིལ་ཆགས་ཡས་ཀྱི་ཨ་ད་རིང་ང་ཚོ་ག་ལ་བར་ད་གོ་སྐབས་ཡག་པོ་ཞིག་རེད་བསམ་གི་འདུག་ར་ཚང་མས་ཀྱི་ད་ཀུན་འདུས་ཀྱི་དགོས་དོན་རེད་ས་ལ་ང་ཚོ་ཚང་མས་ཀྱི་ཞི་བོ་གཅིག་གི་ད། གཞི་འཇམ་པོ་དང་བསམ་བློ་ཡག་པོ་བཏང་ཡག་གི་འདི་བྱེད་ཀྱི་ཡོད་དུས་ད་ལྟ་དེ་ཚོགས་གཙོ་གི་དངོས་གནས་རེད་དེ་འདྲ་གསུང་བ་ནང་བཞིན་གྱི་ད་ཁོ་རང་གི་ཚང་མ་ང་ཚོ་མཉམ་དོ་ད་རྣམ་པ་ཚོ་གི་གནས་སྟངས་ག་རེ་ཡིན་པ་ད་ང་ཚོ་མང་པོ་ཅིག་ད་གོ་དེ་གོ་ར་ཡིན་ན་དེའི་རིགས་དེ་སུ་ལ་ཕན་གྱི་དོ་ད་མེད་དེ་ལ་དེ་འདྲས་ཅིག་བྱུང་བ་ཡིན་ན་ར་ང་ཚོ་སུ་ལ་ཕན་གྱི་དོ་དེ་ཡིན་དུས་ང་རང་ཚོ་གི་སྒྲིག་གཞི་བོད་མི་སྒྲིག་འཛུགས་དེ་གལ་ཆེ་ཤོས་ཅིག་བཞག་བྱས་ར་དེ་གོང་ལ་བཞག་ནི་འདི་ལ་དགོངས་པ་བཞེས་བྱས་ར་བོད་ནང་གི་ཡོད་རྒྱུ་བོད་མི་གཞིས་ལུས་བོད་མི་དེ་ཚོ་གི་སྐུ་ངལ་སྐྱོན་དང་རེ་བ་རྒྱབ་ན་དེ་ཚང་མ་ལ་དགོངས་པ་བཞེས་ནི་ད་ལྟའི་གི་ང་ཚོའི་གི་འོས་བསྡུ་འདི་ཡག་པོ་བྱེད་ད་ང་ཚོ་འཆམ་མཐུན་བྱེད་ད་རང་དབང་དང་ཚང་མ་དྲང་བདེན་གི་ཐོག་ནས་ཡོང་ཡག་གི་ངས་ཚང་མ་གི་འབད་བརྩོན་གནང་རོགས་བྱེད་ཞུ་ཡག་ཡིན་ཨ་འདི་འོས་འདུ་ག་འདི་ད་ག་བ་ལ་ཡི་འགྲོ་ད་ཡོ་མ་ད་ཁྲིམས་སྒྲིག་གཞི་འདི་དཀར་བོ་ནག་པོ་ལ་སེར་བོ་ཡོ་རེད་ཚང་མ་ལ་སྙོབ་ས་ལ་ཡོ་རེད་ཡང་ཁྲིམས་སྒྲིག་གཞི་འདི་བེད་ནས་བཞག་བཞག་བ་ག་མ་རེད་དྲ་རྒྱ་ནས་འོས་འདུ་ཚང་མ་མ་ཕབ་ལེན་གནང་དགོས་ན་གནང་ཨ་འདི་ཡིན་ཅི་མིན་ཅི་འདི་ལ་སློབ་སྦྱོང་གནང་ཉི་མ་གཉིས་ལོ་གསུམ་ལོ་ཡག་ག་བ་ལ་བཀའ་འདྲི་ཞུ་དགོས་ན་ཞུ་བྱས་ཨ་འདི་ག་ལ་ལག་ལེན་བསྟར་འཕེར་རོགས་གནང་དེ་མི་ཤེས། སྒྲིག་གཞི་ལ་ག་རེ་ངེས་པ་ཡོད་པ་དེ་ང་ཚོ་ལག་ལེན་བསྟར་ཡ་རེད། ང་ཚོ་འདི། ས་གནས་འོས་བསྡུ་རེད། དབུས་འོས་བསྡུ་རེད་ཚང་མ་གི་ད་དམ་བཅའ་ཡོད་རེད་དེ་ཡིན་དུས་ང་ཚོ་སྤྱི་བའི་མི་བྱེད་གི་རེད། རྣམ་པ་ཚོ་ང་ཚོ་ལ་ཡིད་ཆེས་གནང་བ་ན་བཞིན་ང་ཚོ་གི་དྲང་པོ་དྲང་བཞག་བྱེད་གི་རེད། རྣམ་པ་ཚོ་གས་ཡིད་ཆེས་གནང་བྱས་ནི་ཨ་ཚང་མ་གི་མཉམ་རུབ་བྱེད་ནི། གཅིག་སྒྲིག་གི་ནུས་པ་ཆིག་སྟོན་བྱས་ནི་ཨ་ནི་ང་ཚོ་སྒྲིག་འཛུགས་དེ་གི་ཆེ་མཐོང་ཆེ་གནས་པ་བྱེད་རྣམ་པ་ཚང་མ་འབད་བརྩོན་གནང་རོགས་བྱེད་ཞུ་ཡ་ཡིན་ཐུགས་ཆེ་ན།